འདུག་དོན་སྐོར་མཁན་མེད་པར་ཁོ་རང་དགའ་བ་བས་པའི་དབུ་ལ་འདུག་དོན་འཁོར་ནས་འགྲོ་གི་ཡོད་རེད། འདྲ་མ་རེད་དོན་སྤྲོད་མཁན་མེད་པ་ལ་ཁོ་རང་གི་འདོད་ནས་བའི་རང་སྤྲོད་ཀྱི་འཕྲོ་ལོ་ལོ་ཚེ་འདྲ་མ་རེད་དོན་སྐད་རྒྱག་འགྲོ་གི་ཡོད་རེད། ཆུ་གཙང་པོ་དེ་འདྲའི་སྒང་ལ་ནི་ན་བཟའ་བྷ་ཏིང་དེ་སྒང་ལ་ཞུགས་ནས་ཕེབས་འགྲོ་གི་ཡོད་རེད། ད་ཁོང་གིས་ན་ཐ་རྒྱས་པ་དེ་རིང་ཞོ་མོ་འགོ་རྒྱས་པ་ཟེར་ནས་ད། ཞི་དྲག་གི་དཔེ་ཆ་དང་ཁོ་རང་སྣང་ཐག་ཆགས་པས་མཇལ་མ་མྱོང། ཡུལ་སྦ་འགག་ལགས་ཀྱི་རྒྱལ་པོ་རྒྱ་གར་སྦ་འགག་ལགས་ཤར་ཕྱོགས། རྒྱལ་པོ་གི་བློན་པོ་དགེ་བའི་མགོན་པོ་ཟེར་མཁན་ཇོ་བློན་པོ་གཅིག་རེད་རྒྱལ་པོ་ཁོ་རང་མུ་རིག་བ་རེད། བློན་པོ་དགེ་བའི་མགོན་པོ་ལ་ལྡེམ་འཇོག་གི་དབང་དང་བདམས་པ་གནང། གནང་ནས་ཁོས་ཉང་ལེན་བྱེད་ཀྱི་ཡོག་རེད། རྒྱལ་པོ་ལ་བཤད་ནོན་གྱི་ཡོག་མ་རེད་སང་དགོ་དགོ་རུ་བ།

དེ་དྲན་མཁན་དེ་གསོད་གི་ཡིན་གསུངས། ཨེ་བློན་པོ་དགེ་བས་མགོ་སྦུག་གིས་ངའི་དྲན་པ་མ་རེད་ངའི་བླ་མའི་དྲན་པ་ཡང་མ་རེད། ནང་པའི་དཔེ་ཆའི་ནང་ལ་བཤད་ཡོད་རེད། བའི་སངས་རྒྱས་ཀྱི་གསུང་བཞག་ནང་པའི་རྒྱུད་ནང་ལ་བཤད་ཡོད་རེད། ཨ་ནི་ཞོར་ཡིན་མ་རེད། ད་འོ་ན་ང་གཉིས་ནོད་པ་འདྲེན། ནོད་པ་འདྲེན་དེ་ལྟ་དང། རྒྱལ་པོ་དགེ། མུ་ཏིག་པ་ཡིན་ཙང། ལྕགས་གནས་དེ་ལྕགས་འགྲོ་དབང་ཕྱུག་རེད། འདེམས་ཆོག་གི་ཞལ་འོ་ལོ་དབང་ཕྱུག་ཡབ་ཡུམ་གཉིས་གནས་ཞལ་ཡོ་ར་དབང་ཕྱུག་དེ་བ་དེ་མཐོང་ནས་ཅི་བ་ཟ་བ་རེད། ཨན་རྒྱལ་པོའི་ལམ་སང་ལྷ་རི་བ་ལ་དྲིས་ཆོག་དབང་ཕྱུག་དང་དུས་མཚན་མ་གཉིས་ཡར་ལོངས་བསྡད་མཁན་འདེམས་ཆོག་དང། ནན། འདི། ད་ནི། ཕག་མོ་གཉིས་ཞལ་འོ་ལོ་གནས་བསྡད་མཁན་གྱི་དྲིས། ཨན་ང་གཉིས་ནོད་པ་འདྲེན། ཞག་པོ་བདུན་ལྷ་ཁང་སྒོ་བརྒྱབ། དགུ་ལྕགས་བརྒྱ། ཐེལ་ཙེ་བརྒྱ། སུས་བལྟ་མི་ཆོག་ཅེས་ཞབས་བདུན་ལྷ་ཁང་དང་སྐུ་ཐང་གཉིས་བརྒྱ་བཤམས། གདིང་འཇོག་པ་གནས་བཞག་དེ་ཡས་ཤང། ཀླུ་མགལ་ཨོ་མགུ་མུ་གེ། གདིང་འཇོག་སྐུ་ཐང་དེ་ཡས་ཤང་ཁོ་གཉིས་གཉིས་ཞབས་བདུན་རིགས་ལ་བལྟ་མི་ཆོག་མ་རེད། ད་ཞག་བདུན་ཐུགས་ལ་ཁྱད་པར་རེ་ཅིག་སྤྱད་ཀྱི་རེད་བསམ་ཀླུ་མུ་གེ་ཨོ་མགུ་མུ་གེ་ནི། བླ་མ་ལ་ཞུ་འདྲོགས་གྲུབ་ཆེན་ནག་པོ་བཅོས་པ་ལ་སློབ་དཔོན་ལ་ཞུ་འདྲོགས་དེ་འདྲ་བྱས་སུ་ད་ག་རེ་བྱེད་དགོས་ཡོད་སྲིད། ཁྱོད་ཞེད་དགོས་མ་རེད། བཅོམ་ལྡན་འདས་དབང་ཕྱུག་གིས་མཛད་ནུས་དགོས་མ་རེད། རྫས་ག་ལ་ནས་ཁྱོད་གཞས་མི་གོ་གསུངས་པ་རེད། ཨེ་ཞབས་བདུན་གསུངས་ན་བློན་པོ་གའི་མགོ་བོ་དེ་ཤོག་ཟེར་རྒྱལ་པོ་ཁོ་གཉིས་གཉིས་ཅག་གིས་ལྷ་ཁང་སྒོ་ཕྱེས་ནས་བལྟ་འགྲོ་བ་རེད་དེ་འུ་ལ་བདེ་མཆོག་གི་སྐུ་ཐང་དེ་ནི་བས་ཧ་ཅང་གི་གཟི་བརྗིད་ཆེན་པོ་གཞན་དང་མི་འདྲ་བ་ཞིག་ཆགས་བསྡད་ཡོད་རེད། རྒྱལ་པོའི་སྐུ་ཐང། བདེ་མཆོག་མ་གནས་བཞག་མཁན་གྱི་ཨོང་ཕྱུག་དེ་ག་ཅི་ལོག། དབང་ཕྱུག་ཏུ་སེམས་ཉིད་མ་གནས་གདེང་འཇོག་ཡང་སྒང་ལས་གཞན་ཡབ་ཡུམ་གཉིས། ཡང་མ། དབང་ཕྱུག་མ་གནས་བཤད་ཡོད་རེད། ཨ་ནི་རྒྱལ་པོ་དད་པ་སྐྱེ་ཐག་ཆོད་ནས། སློབ་དཔོན་ཁྱོད་རང་སློབ་དཔོན་དུ་ཚུགས་གདན་ཞུགས། སློབ་དཔོན་ནག་པོ་བཅོས་པ་ལ་ཡང། རྒྱལ་སྲས་ཕུལ་རེ་རེད། རྒྱལ་སྲས་སློབ་དཔོན་ལ་ཕུལ།
ནང་བླ་འདྲེ་སོགས། འོང་ཡང།
ཨ་ནི། རྒྱལ་པོ་ཁོ་རང་མ་འགའ་དག་རྒྱལ། བ་འགའ་ལས་རྒྱལ་པོ་རེད། མ་འགའ་བསླབ་པ། ཡུལ་ཕྱོགས་ལུང་པ་རྒྱལ་པོའི་རྔ་མ་ཚང་མ་ནང་པ་ལ་བཅུག། ཨོ་དེ་འདྲའི་སེམས་སྣང་ཡོད་རེད། བྱས་ཙང་བློན་པོ་དགེ་བའི་མགོན་པོ་གི་ཐུགས་སྲས་རེད། ད་ཡང་བློན་པོ་དགེ་བའི་མགོན་པོ་དེས་འདི་འདི་བྱས་ཡོད་མ་རེད། བླ་མཆོད་ཀྱི་རྒྱུན་རིང་ནང་ལ་མ་བཅུག་ཡ་དེ། བླ་མ་གཉིས་བརྩེགས་གཉིས་བརྩེགས་ལ་འོང་འདུག་སུན་སྣང་བཞག་ཡོད་པ་ཚོ་གིས་ནི་བརྒྱུད་པ་རེ་རེ་བཅུག་པ་རེད། བྱས་ཙང་བརྒྱུད་པ་ནང་ལ་ནག་པོ་འོག་གི་སློབ་མ་གཙོ་བོ་དེ་གསང་བ་པ་རེད།
ནག་པོ་བརྒྱུད་པའི་སློབ་མ།
དགོས་པ། དགོས་པ་དང་གསང་བ་བ་གཅིག་པ་རེད། གྲུ་ཆེན་ནག་པོ་བརྗོད་པ་གིས་ཁོང་གི་བླ་མ་མཛའ་ལན་ད་ར་བ་ལ་ཕྲན་བུ་གཅིག་བཀའ་བཅག་པ་རེད། བཀའ་དེ་མ་བཅག་ན་སྐུ་ཚེ་དེ་ལ་སངས་རྒྱས་ཡ་རེད། བླ་མའི་བཀའ་བཅག་ཡ་དེ་བླ་མ་ལ་བརྙས་སྨོད་ཤོར་རེད་འདི་བ་རྩ་ལྟུང་རེད་བ་དེ་འདྲ་མ་རེད། བླ་མ་ལ་དད་པ་ལོག་ནས་གཅིག་བཀའ་བཅག་པ་མ་རེད། བླ་མའི་སྤྱོད་པ་ལ་རྟོག་ཚོ་མ་འགྲོ། ཨ་ལིག་གནད་འགག་གི་སྒྲུབ་པ་རྟོག་སྐྱོན་བཟོ་དུས་ང་སྤྱོད་པ་ལ་འགྲོ་གི་ཡིན་ཟེར་ཨུ་ཚུགས་བྱས་པ་རེད་ད་ཡང་རྙེད། ཤིང་ཏོག། ཤིང་གང་ལ་ཤིང་ཏོག་བཏགས་བསྡད་པ་དེ་ལ་ཤིང་ཏོག་དེ་ལྟ་སྟངས་ཀྱི་ས་ལ་སྤགས་སུ་སོང་གི་རེད། ཨང་ཁོང་གི་སྤྱན་གྱི་ཕྱི་ཚུལ་ཤིང་ཏོག་གང་ག་ཟག་ཡོང་གི་རེད། ད་ཡ་ཐུད་ཞུ་སོང་གི་རེད་ཨང། ཨ་ནི་ལྟ་སྟངས་ཅན་ནི་ཡ་ཐུད་མ་ཐུ་བ་རེད་ཡ་མ་འཇར་རེད། དེ་མ་འཇར་ཡིན་ཙང་ཏོག་ཅི་ཧྲང་འགྲོ་རེའང་མ་རེད། ཨ་ལི་ཡ། མ། ཡ་ཐུད་ཐོ་བའི་ནུས་པ་དེ་དགོ་གི་རེད་སོང་གི་རེད། ཡང་དག་བར་སོང་ནས་དགའ་རོགས་ཀྱི་ཚུར་ནས་ཁོང་སྤྱོད་པ་ལ་ཤི་ཡག་གི་འདོད་པ་ཐུག་འདོད་བྱུང་ནས་ཡང་ལ་མ་ལ་བྱོལ་བ་རེད། དེ་དུས་ཀ་མ་ཅག་པ་རེད། སྒུག་པ་རེད། ཡང་ལ་མ་ལ་བྱོལ་བ་རེད་ལ་མ་ལ་བྱོལ་ཙང་ད་ཁྱོད་ནུས་པ་ཐོན་ཞུ་སོང། སྟག་ལ་སྤྲུལ་ནས་སེ་བའི་ཚལ་གྱི་དུར་ཁྲོད་གང་ནས་མི་རོ་གཅིག་ཁས་བཟའ་ཞུ་སོང་བ་རེད། ཁོང་ལངས་སོང་སྟག་ལ་སྤྲུལ། དུར་ཁྲོད་སེ་བའི་ཚལ་མི་རོ་གཅིག་ཁས་ཡོང། བླ་མའི་སྐུ་མདུན་ལས་དེ་མི་རོ་ལ་པདྨ་མ་སོགས་འགྱུར་མེད་གཏོང་ནས་བཟའ་གཏོང་བ་རེད། ད། རོ་དེ་ཡར་སྐྱུགས་ཁྱེད་རང་གཟུགས་ཚོ་དགེ་སློང་ལ་བསྒྱུར་ཤོག་གསུངས་པ་རེད། དེ་མ་ཐུབ་པ་རེད། དེ་ནི་དེ་འདྲའི་རེ་བཅད་ནས་གང་ཚང་གཅིག་ལ་སྤྱོད་པ་ཤེས་པ་ཡིན་པ་རེད་སྤྱོད་པ་ལ་ཤེས་ཏེ་སྤྱོད་པ་གནང་བ་རེད་སྤྱོད་པ། སྤྱོད་པ་མཛད་ནས་ནི། ཁོང་ཆོས་གོང་ག་ལ་ཕེབས་ཁོ་རང་གི་སློབ་མ་གཅིག་གིས་ཚུལ་ཚིམ་པོ་བ་རེད། རྡོ་རྗེ་ཕག་མོ་གི་ཁོ་ན་ཉིད་གྱིས་སུ་གསུང་ཡབ་ཀྱི་དོན་དག་ལ་ཆུ་བོ་གོ་བ་འགྲམ་ལ་མཛེ་མོ་གཅིག་ལ་སྤྲུལ་ནས། རྡོ་རྗེ་ཕག་མོ་ང་རང་ཚོ་བོད་ལྷ་མོ་ཚོས་མཇལ་དུས་ཡང་མཛེ་མོ་འདྲ་བོ་ཤ་སྟག་མཇལ་བདེ་ངེས་ཅིག་རེད་གང་ལྟར་ད་སུ་སུ་གི་ལས་འགྲིག་དེ་རྟོགས་ཟེར་ལས་འགྲིག་གི་རྐྱེན་ཡིན་གྱིར་བ་དེ་དུས་མཛེ་མོ་གཅིག་བྱས་མཛེ་མོ་མཛུ་གུ་ཆེ་དག་པའི་ལག་པ་ཆེ་དག་ཆས་ཚར་མཁན་མཛེ་མོ་བཅུ་དྲུག་ཅིག་སྤྲུལ་ནས་མཛེ་མོ་བྱས་ནས་ཆུའི་ཁ་ལ་བའི་ལས་དེ་ཡོད་རེད་ཡང་ང་ཆུ་ཕར་བསྐྱལ་རོགས་ཕར་བསྐྱལ་རོགས་ཟེར་གྱི་ཡོད་རེད། གྲོ་ཞན་ནག་པོ་སྤྱོད་པ་གྲོ་ཞན་ཆེན་པོ་རེད་དཔེ་འདི་དག་ཧ་ཅང་གི་དཔེ་འདི་དག་ཆེན་པོ་རེད་བླ་མ་ཆེན་པོ་རེད། བྱས་ཙང་ཡང་མཛེས་མོ་དེ་ནི་སུག་རྟིའི་ཆད་ཚ་རེད་གྲགས་ནི་གྲགས་ཡག་མི་འདུག་གང་ཞིག་ཆུ་ཕར་བཅད་ནི་དགོས་པ་མི་འདུག་ཆོག་གཅིག་གཉིས་སུ་འདོག་ཏུ་ཐུག་ཕི་གི་ཙོག་ནང་རུབ་བྱུང་བ་ཡིན་གྱི་རེད་བ་ད་བླ་མས་བཀའ་བཅག་པའི་རྐྱེན་གི་བྱས་ཙང་ཁོང་གི་མ་བཅད་ན་དགེ་ཚུལ་ཚོན་འབབ་གི་རྐྱེན་རེད་དགེ་ཚུལ་ཚོན་འབབ་གི་སེམས་ལ་བྱ་གོ་ད་འདི་ཤི་ནི་ཤི་མ་ཐུབ། པའི་སྲོལ་དེ་ཆེས་ཆེ་ཡིན་པས་སྐྱོ་པོ་ནི་རེ་ཆག་ཤ་ད་འདོ་ཆུ་ཕར་བཅད་སོས་ད་གཉིས་བཅད་བསམ་ནས། ཆོས་གོས་མ་བཏིང། མཛེ་མོ་དེ་ཆོས་གོས་བང་ལ་བཞག་ཁོའི་ལབ་པ་ཆད་བསྡད་པ་ཚོས་དེ་ནག་ཚོས་བཅུག་ནས་ཉང་རྡུལ་ལ་བརྒལ་བ་ལ་ཁོས་ནས་ཨ་ཆུ་བརྒལ་སོང་བ་རེད་དོན་ལོ་གཉིས་ཆགས། ཆུ་ཕྱེད་ཀ་ཟེར་སླེབས་དུས་མཛེ་མོ་དེ་རྡོ་རྗེ་ཕ་མའི་སྐོར་ལ་བྱུར། དགེ་ཚུལ་ཚུན་པ་ལབ་པ་ནས་བཞུད་ནས་ད་བར་ཁ་ཆུ་བྱི་ཁ་ནས་ཁྲིད་སོང་བ་རེད། གངས་དཀར་གླིང་ན་རྗེ་བཙུན་ཀོ་ས་ལི་སྔོན་སོང་ནགས་ཁའི་དབྱིངས་སུ་ཁྲིད་པ་ལྟར་གཟིགས་སྟངས་གངས་དཀར་གླིང་ཆུ་བོ་གངས་དཀར་གྱི་གླིང་ལ་རེད། ཀོ་ས་ལི་དགེ་ཚུལ་ཆེན་པོ་བ་རེད། ད་ཧེ་རུ་ཀ་ཞིང་ཁ་སྨོན་དེ་སྔའི་རྒན་གོག་ཅིག་བྱས་ནས་ཞིང་ཁ་ནང་ལ་བོད་སྨོན་པ་རྒྱག་དེ་སྔའི་ཕྱི་ཐན་ཐུག་པ་རེད་ཡང་ངོ་མ་མཁྱེན་པ་རེད་བླ་མའི་བཀའ་མ་རྒྱག་ན་ངོ་མཁྱེན་གི་ཡོད་རེད་དེ་དེའི་ངོ་མ་མཁྱེན་པ་གཡུག་ཤག་ཡང་ཉི་མ་ཕྱི་ལ། རྡོ་རྗེ་ཕག་མོ་གི་བུད་མེད་མཛེས་མ་ཅིག་ལ་སྤྲོད་ནས་ལང་ཀ་ཁ་ལ་སླེབས་ཡོང། དེའི་བུད་མེད་རང་ཡིན་ཤག་ཅེས་རྣ་བ་རྣག་ཏོག་མ་ལྷང་ངེ་ཅེས་དེའི་ངོ་མ་ཆེན། ད་ག་ནང་བཞིན། ཀློག་མཁན་དང་ཐོས་པ་ཅན་དང་དེ་འདྲ་མང་པོ་ཅིག་པས། ད་ཁོང་པའི་གྲོགས་ཆེན་གཞན་དང་མི་འདྲ་བར་གྲོགས་ཆེན་ཆེན་པོ། སྡུག་གདོན་ནག་ཁ་ལ་ཁོ་འདྲ་མར་གདོན་སྤྲོད་ཞབས་ས་ལ་མ་རིག་འཕེལ་མཁན་ཅིག་རེད་ཟེར་ཡིན་པ་དེ་འདྲ་རེད་དཔེ་འདྲ་ད་ནི་ཆེན་པོ་རེད་གྲོགས་ཐོག་ཆེན་པོ་རེད་དེ་འདྲ་ཡིན་ཙང་བས་རྟོག་པའི་རྒྱུད་གྲོལ་བདེ་བར་རེད་དེ། ཡི་དམ་བསྐལ་པའི་སྤྱི་བསྒྲགས་གང་དྲག་རེད་པོ་ཆེ་རྗེས་སུ་བཟུང་བའི་ཐབས་ལ་ཡོང་གི་ཡོད་རེད་དེ་གོང་ཕྱིན་གི་ཡོད་མ་རེད། བླ་མས་བཀའ་བཅག་པ་དེ་གི་སྒྲིབ་ནས། ཉི་མ་གཅིག་ལ་ཧེ་རུ་ཀ་སྤྲུལ་པ་དང་ཁོང་གི་དེ་འདྲ་ཅི་མ་འདུག་གཟིགས་ཀྱི་མེད་པ་རེད་མི་མཁན་གཅིག་མི་རྒན་མགོ་ནག་ཁྲང་ཧྲོ་མདོག་ངན་པོ་གཅིག་ཡོང་ནས་ཚོགས་འཁོར་མཛད་ས་གཅིག་ལ། ད་རིང་གི་ཚོགས་སློབ་དཔོན་དེ་ངའི་བྱས་ན་མ་རེད་བས་ཅག་མི་རྒན་དེ། ཨའོ་ཁྱོད་རང་གི་ཚོགས་ཀྱི་སློབ་དཔོན་ཡོང་གི་མ་རེད་ཚོགས་ཀྱི་སློབ་དཔོན་སེམས་ཉན་དེ། གྲོ་ཞན་དཔེ་འདྲི་དང་ཅིག་གོ་རེད། ངས་བྱེད་ཀྱི་ཡིན་གསུངས་ཁོང་གིས་གནང་བ་རེད། ཨ་ནི་ཚོགས་ཕུད་དུས་མི་ནག་པོ་དེ། གྲའི་སྐལ་བ་དེ་པ་ཡག་འདྲ། ཚོགས་ཀྱི་སྐལ་བ་དེ་པ་འདོན་ནི་འདོན་པ་བྱས་ག་ཟེ་མ་ལས་ས་དུས་མི་ནག་པོ་དེ་ཧི་རུ་ཀ་ཡི་སྐུ་ལ་བྱུར་ནག་ག་ལ་ཡག་ཕེད་གསུངས་བ་རེད། ཨང། ཁོང་གིས་ལམ་སང་སེར་བ་གསུམ་པ་ཀོ་ནི་བརྗིད་ཆགས་དེ་བ་དེ་འོད་ཟེར་སྔོ་པོ་སྟོང་ལྡན་ཉི་མ་བརྒྱ་སྟོང་དེ་རྣམས་མ་ཀོ་དང་ཆ་ལུགས་བརྗིད་ཆགས་སིམ་པ་དེ་ཧེ་རུ་ཀ་བས་དེ་དང་ལྷན་ཅིག་གར་བྱེད་ཞོ་ལྷ་མོ་ཚེ་མ་དང་ཙི་ཙི་མ་སེ་ཤུལ་ཀ་གཉིས་དེ་ཁ་ཐུག་དེ་གསུངས་པ་རེད་རྩོམ་པ་རེད་ཁོང་གིས་གསུངས་པའི་ཁ་ཐུག་ཐོལ་བྱུང་དུ་རྩོམ་པ་རེད། ཨང། མ། ལུང་བསྟན་ནི། ཁྱོད་རང་བླ་མའི་བཀའ་ཅུང་ཟད་བསྐྱལ་བ་དེ་གིས་ད་ད་རིང། དེ་ཐོག་མ་སོང་བར་དུ་ལ་ངས་བར་དུ་ལ་སངས་རྒྱས་ཀྱི་རིགས་ངན་གསོ་ག་ཡོང་གི་གསུངས་ནས་ལུང་བསྟན་བྱས་ནས་ཡུལ་ཀ་ན་ག་ལ་ཕེབས་སོང་བ་རེད། དེ་ནས་ཁོང་དགུ་མ་རྫོགས་དུས་བླ་མའི་བཀའ་བཅག་པའི་ཉིན་པར་བོད་ཟླ་གིར་བཞེས་ནས་གནོད་པ་བྱེད་མཁན་དེ་ཕྲ་མེན་མ་ཞིག་གིས་གནོད་པ་རེད། གྲོ་ཆེན་ཆེན་པོ་བསམ་གྱིས་མི་ཁྱབ་པ་བས་བྱུང་མ་མྱོང་བ་འདྲ་བོ། རྒྱ་གར་གྲོ་ཆེན་གཅིག་གི་ནང་ནས་བས་དྲག་ཤོས་གོ་ཤོས་གཅིག་རེད། རེད་དེ་ཡིན་ན་བླ་མའི་བཀའ་བཅག་པའི་ཉིན་པས

ཞིང་ནོར་ཁོ་པ་ནི་ཚུལ་ནི་ད་ག་རང་ལ་ཚར་བཅད་ནས་བཏུས་པ་རེད། བྱས་ཙང་གསང་བ་པ་གིས་བསྟོད་པ་ན་མཚན་བསྟོད་ནང་འདི་ཡོད་དང་བླ་མའི་སྐུ་དགྲ་འདྲེན་མཛད་གསང་བ་པ་སི་ཡོད་རེད། བླ་མའི་སྐུ་དགྲ་པའི་དངོས་སུ་འདྲེན་མཁན་ཁོང་བྱུང་ཡོད་རེད། བླ་རྒྱུད་འདི་ནང་ལ་གསང་བ་དཀོན་གྱི་འཛིན་མཛད་འགུས་པ་སི་ཡོད་རེད། དྲི་བ། ལྷ་ལྔའི་བླ་རྒྱུད་ནང་ལ་བླ་མའི་སྐུ་དགྲ། ག་རེ་ས། མི་བསོད་མཁའ་འགྲོ་ཚར་གཅོད་གསང་བ་པ་སི་ཡོད་རེད། མི་བསོད་མཁའ་འགྲོ་སི་ཡ་ནག་པོ་གཅོད་པ་ལ་བར་ཆད་བྱེད་མཁན་དེ་རེད། དེ་ཚར་བཅད་བསྒྲལ་བ་རེད། ནག་པོ་སྤྱོད་པ་དེ་ག་དགོས་པ་རྫོགས་པའི་ཚུལ་རེད་བ་སྣང་ནི། ནི། བར་དོ་ཡོད་མ་རེད་བར་དོ་མེད་པར་བྱས་ནི། ནི་བར་དོ་གི་ཚབ་ལ་སྒྱུ་ལུས་མངོན་དུ་མཛད་ནི། ཡང་སངས་རྒྱས་བ་རེད། དགེ་ཚུལ་ཆེན་པོ་བ་ཡང་ནག་པོ་སྤྱོད་པའི་ལྷུ་མ་རེད་ནག་པོ་སྤྱོད་པ་ཙལ་ལ་མགུ། ཧེ་རུ་ཀ་གི་དབང་དང་གདམས་པ་ཞུ་ནི་བསྒོམ་ནི། ནི། རྡོ་རྗེ་ཕག་མོའི་ཁུང་བྱུག་བྱུག་གོང་ཁ་ཅིག་ནི་ཡང། ནག་ཁའི་དབྱིངས་སུ་ཁྲིད་ཡོང་རྒྱུ་ཡང་དེ་དགེ་ཚུལ་ཆེན་པོ་བ་དེ་ཡང་ཁོང་གི་ལྷུ་མ་རེད། ད་བདག་གི་ཡལ་གའི་མ་འགའ་བདག་གི། ཅེས་བཱང་ག་ལའི་རྒྱལ་པོའི་བློན་པོ་འདི། རྒྱལ་བའི་མགོན་པོ་ཡང་གྲུབ་པ་ཐོབ་བོ་རེད།
And that minister in the of the the king in Bengal also that he became a great Mahasiddha. གྲུ་ཆེན་མགོ་ཡི་པ་ཡང་བླ་མ་ནག་པོ་སྤྱོད་པའི་སློབ་མ་ཆེ་ཁོང་ལས་དབང་དང་གདམས་པ་ཞོ་སློབ་མའི་གཙོ་བོ་གཅིག་རེད། གདམས་པ་ཞོ་ནི་པའི་ཉང་སོ་ལན་ནི་ནི་དགོངས་པས་གྲུབ་པ་ཐོབ།

ཏེ། ལུས་པོ་དེ་རྒྱལ་པོའི་སྲས་རེད་ལུས་པ་གཅིག་རྒྱལ་པོ་གཅིག་གི་སྲས་རེད། རྒྱལ་པོའི་སྲས་ཀྱི་གྲུ་ཆེན་རྣམ་རྒྱལ་ཞབས་ལས་ཡང་འཁོར་ལོ་སྡོམ་པའི་དབང་དང་གདམས་པ་གསན། ཨ་ནི་བླ་མས་ཁྱོད་རང་བླ་མ་ལ་ཞོ་ཙང་རྒྱལ་སྲས་སྤུངས། འདི་སྐྱེ་བ་རེད་བ་རྒྱལ་སྲས་སྤུངས་ནས། འོ་བླ་མས་ལུང་བསྟན་ནས་ཟ་ཧོར་གྱི་ཡུལ་ལ་འགྲོ་ཞོག་གསུངས་ནས་ཟ་ཧོར་གྱི་ཡུལ་ལ། ཨོ་ནི་འདྲེ་འདྲེ་བྱེད་ཨོ་རེད་སོང་ད་བན་ཚོང་མ་གཅིག་གི་གཡོག་པོ་བྱུང་བྱུང་བ་རེད། ས་ཧོར་རྒྱལ་པོ་ཟེར་ཡ་དེ། འདི་ཡིན་མོ་འདྲ་འདུག་ཨ་ཁྱོད་ཀྱི་འཁྲུངས་ས་གི་དེ། མ་རེད། འདི། རྒྱ་གར་གི་བྱེད་མཁན་རྒྱ་གར་ལྷོ་ཕྱོགས་ལ་ཡིན། མ་ཟད། རྒྱ་གར་བྱང་ཕྱོགས་ལ་ཡིན་པ་རེད། ས་ཧོར་རྒྱལ་པོའི། སྲས་རེད་དེ། མ་ཟད། ལུང་པ་དེ་ས་ཧོར་གྱི་ལུང་པ་དག་ལ་ཕེབས། བན་ཚོང་མ་གཅིག་གི་གཡོག་བཅུག། དེ་ནས་ཏིར་གདོང་དུ་སྒོ་དགོས་བ་རེད། ཉེ་མི་སྒོ་ལ་ཏིར་ཤ་སྟག་བཏུང། མཚན་ནག་ཀོང་ལ་དགོངས་བརྒྱབ། མཚན་ལ་དགོངས་རྒྱབ་བྱས་དུས་ཙང་ནས་རྡོ་རྗེ་འཆང་གི་ཞལ་དངོས་སུ་བསྟན་ནས་ཡང་ཡིད་འོང་བསྐུར། དེ་ནས་འགུམ་ཙང། སངས་རྒྱས་སངས་རྒྱས་ནས་ཁོང་འགུམ་བསྡད་ས་ཕྱི་ལོགས་ལ། བན་སྲུང་བ་ཉལ་ས་ཚེ་ནག་གོང་གོང་བསྐུར་བ་ཚེ་ནག་གོང་ཕྱི་སོགས་ལ་ཕྱི་ལོགས་ལ་ནག། བ་ནང་ཙང་ལ་ཡར་འཕགས་ནས་བཞུགས་ནས། མེ་འབར་མེད་ཀྱི་དཀྱིལ་དེར་བཞུགས་ནས་སྐུ་ལས་མེ་དཔུང་འབར་ནས་མེ་དཔུང་གི་དཀྱིལ་ལ་འགུམ་བསྡད་ས་བན་སྲུང་བ་དེ་གིས་འཐུང་བ་རེད། འཐུང་ཙང་བན་སྲུང་བ་འགྱོད་པ་སྐྱེས་ཤ་བ་ཕུད། ཤ་བ་ཕུལ་ནས་ནི་བསུ་བ་བཏབ། བན་སྲུང་མ་ལ། ཧེ་རུ་ཀ་གདམས་ངག་གནང། དབང་གནང། བན་སྲུང་མ་གི་དགོངས་ནས་བན་སྲུང་མ་གྲུབ་པ་ཐོབ་པ་རེད། དེ་བན་སྲུང་མས་བླ་མ་ནི་རེད་འདུག་ཟེར་ནས་རྒྱལ་པོ་ལ་ལབ། རྒྱལ་པོ་ཡོང་ཞབས་ལ་གཏུགས། རྒྱལ་པོ་དང་རྒྱལ་པོ་འཁོར་དང་བཅས་པ་དགེ་བའི། འོ། འདི། ག་རེ་ཟེར་བ་རེད། ཏི་ལུ་པའི་ཞབས་ལ་གཏུགས་ནས་ནི། གདམས་པ་ཞུ་ནས་གངྒཱ་ལ་གྲུབ་པ་ཐོབ། རྒྱལ་པོ་དང་བས་རྒྱལ་པོ་འཁོར་བཅས། ཡུལ་མི་ཚོས་སྤྲུལ་པ་ཐོབ། གང་ག་ལ་ཁ་ཆོད་ཞིང་གང་ནས་བཤིགས། ཏོག་གཟི་རི་འགར་ལ་རྒྱལ་པོའི་ལྗོངས་ཀྱི་གྲོང་ཁྱེར་དེ་པས་སྟོང་པ་རེད། གང་ག་ལ་ཁ་ཆོད་ཞིང་གང་བཤིགས། ད་ཏི་ལོ་པའི་སློབ་མ་དེ་ནཱ་རུ་པ་རེད། རྗེ་བཙུན་ནཱ་རུ་པ་དེ་སྡེ་སྣོད་གསུམ་ལ་མཁས་པ། ཁོ་རང་དགོན་པ་ནང་གི་མཁས་པ་ལྔ་བརྒྱ་གི་ནང་ནས་ཁོང་འདྲ་བོ་ཡོད་མ་རེད་མཁས་ཤོས་གཅིག་རེད། བྱང་ཁུ་སྲུང་བའི་དཔལ་ཁྲི་ཟླ་རེད། བྱང་སྒོ་དེ་འགྲུལ་པ་ཡོང་ས་གི་ལ་འགག་ཆེས་ཁེ་བ་རེད་བྱས་ཙང་དེ་བྱང་སྒོ་ནང་ལས་ཡོང་ཉེན་མོ་སྡིག་པ་ཁེ་པ་ལས་བྱུང་ན་ཨ་ལི་བྱང་སྒོ་དགུ་འདྲ་དེ་རྩོད་པ་བྱས་ནས་ཚར་མ་བཅད་པ་ལ་མོ་སྡིག་པའི་ལྟ་བ་འཛིན་ནས་དགོན་པའི་ནང་ལ་གཏོང་གི་ཡོད་མ་རེད་བྱས་ཙང་དཔེ་འདྲི་དྲ་བ་ཆེ་དེ་བསྡད་དགོ་གི་ཡོད་རེད་ཁོང་བྱང་སྒོ་སྲུང་མཁན་རེད་ད་ངས་ཁེ་བ་ཆེ་ཁེ་པའི་ནང་ལ་འབའི་དྲག་ཤུལ་གྱི་རེད་གསུངས་ཏེ་སེམས་ལ་དབང་མ་ཐོབ་པ་བས་སེམས་པས་ཅི། ད་བར་འཇུ་བའི་ཡོན་གཙང་ཡང་པའི་སེམས་དེ་མི་གནས་པ་ཞིག་འདུག་བསམ་སེམས་ཀྱི་སྟོད་གུ་དོག་དགོངས་ནས་ཨ་ནི་སོང་ཚུལ་གཅིག་ལ་གདེང་འཇོག་གི་བརྙན་པ་བཏང་བ་རེད་ཟེར་རི་ལ་ཡར་ཕེབས་ནས་གདེང་འཇོག་གི་བརྙན་པ་གདེང་འཇོག་གི་སྔགས་དེ་ཉིན་གཉིས་ཡི་གེ་བདུན་པ་དེ་འབུངས་བདུན་གསུངས་པ་རེད། འབུངས་བདུན་གསུངས་ནས་ཨ་ནི་བས་དེའི་སྤྱན་རབ་བྱས་རྟོགས་པ་རབ་བརྙེས་ནས་ས་རྣམ་པ་དྲུག་དང་གཡོས་ནས། དེ་ནས་བྱ་ཕྱོགས་སུ་ཕེབས་པ་རེད་ཟེར་ཅིག། ཡང། ཕྱག་བེ་སྲིད་བསྡད་པ་རེད་ཟེར་བཤད་ཚུལ་གཅིག་ལ། བདེ་མཆོག་གིས། ཕྱག་རྩ་རྒྱུད་དེ་ཀློག་ནས་དགོངས་པ་དགོངས་པ་བཞེས་ཏེ་རྩ་མཁྱེན་དགེ་བ་ཁུངས་མཁས་པ་ཆེན་པོ་རེད། རྩ་རྒྱུད་དེ་ཀློག་བསྡད་དུས། དྲི་ནག་ནག་ཡུར་ཡུར་ཅིག་ཡོང་ནས་སུ་འདུག་བལྟ་དུས། ཨ་ནེ་ཨ་མ་རྒན་པོ་སྐྱུག་བྲོ་བུ་བོས་ལྟ་ཉན་མ་སྡོད་བསྡད་པ་ཅི་ལས་ཡོད་རེད་ཁྱོད་ཆོས་ལུགས་ལ། ཨ་མ་སྐྱུག་བྲོ་བུ་ཁྱོད། ཨ་ནེ་ཁྱོད་ག་རེ་བྱེད་གི་ཡོད་ག་རེ་ཀློག་གི་ཡོད་ཅེས་པ་རེད།

ཨ་མ་ཀའི་མགོ་དེ་ངུས་པ་རེད། ཨན་ཆ་ག་རེད་ངས་ཚིག་ཤེས་པ་ལ་དགའ་དོན་ཤེས་པ་ལ་མི་དགའ་དགོ་མི་དགོ་ག་རེ་བྱས་པ་རེད། ཨན་དོན་ཤེས་པ་ལ་མི་དགའ་བ་མེད་ཁྱོད་རང་དོན་ཤེས་གི་མི་འདུག་ཁྱེད་རང་སྐྱག་རྫུན་བཤད་བྱུང། དོན་ཤེས་གི་མི་འདུག་བྱས་པ་རེད། ཡང་ད་འདི་ཁྱད་པར་ཅན་ཅིག་ཡིན་པ་རེད་དགོངས་ནས་དོན་ཤེས་མཁན་སུ་ཡོད་རེད་དྲིས་པ།

རྒྱ་གར་དང་རང་ཕྱོགས་ལ་ཡོད་ས་དེ་ལུང་པ་ཡིན་ལུང་སྟོང་རེད་དེ་དུས་གྲོངས་པ་ཡོད་མ་རེད་འོ་དེ་བ་ཅེ་ལ་ཏི་ལུ་པ་བཞུགས་ཡོད་ཡོང་འདྲ། ཏི་ལུ་པ་བཞུགས་ཡོད་རུང་མེད་རུང་ཏི་ལུ་པ་ད་ནང་འགྲོ་པའི་དོན་དག་ལ་སངས་རྒྱས་ཚར་ཡིན་ཙང་བཞུགས་དགོས་ཡ་ཟེར་ཡོད་མ་རེད་དེ་བ་དེ་མ་ཕེབས་ཡོང་ཡིན་པ་རེད། ཨ་ནི། མི་ལ་འགའ་མི་མི་འདྲ་ཐུག་མི་དཀོན་པོ་ཡིན་ཙང་ལུང་པ་དེ་ན་མི་ཞིབ་པོ་མེད་ཙང་མི་འདྲ་གཅིག་ཐུག་བྱུང་ཏི་ལུ་པ་ཡིན་པས་ཏི་ལུ་པ་ཡིན་པས་སྤྲད་གནང་དགོས་པ་རེད། ཨ་ནི་ཉི་མ་གཅིག་ལ་གཏི་ལུ་པ་ཡོད་ས་ཕེབས་ཐུབ་པ་རེད། ཆུ་བཞི་ཁ་བདེ་མི་རྒན་མདོག་ཉམས་པོ་རྒན་གོག། དུག་ལོག་ཙག་རི་ཡག་པོ་མལ་ངན་གཅིག། ཉྭ་གཟིམ་ནི་ཉྭ་ཆུའི་ནང་ནི་ཉྭ་ཡག་གཟིམ་ནི་མི་དྲག་གཏོང་ནི་ཟ་གི་ཡོག་རེད། གཏི་ལུ་པ་ཡིན་འགྲོ་མ་བསམ་པར་དྲི་ཆུ་མ་བྱུང་བས་དེ་ལ། དྲི་ཆུ་མ་བྱུང་བ་བཅས་ཨ་ཙི་མི་རྒན་རྒན་གོག་ཁྱོད་ད་ཕྱི་ཀ་ལ་ཀར་ཉྭ་གསོན་སྲིད་སྡིག་པ་དེ་འདྲས་མ་བྱས་ཆོག་ག་ཟེར་སླ་བ་རེད། ཨ་ཡག་ཡག། ཉམས་མི་སྐྲག་གཏོང་བྱེད་པ། མའི་ནགས་ལ་ཚིགས་བསྡད་ངན་དུ་སོ་ཡར་བསྲིངས་ནས་ནང་དམའ་བར་བཅུག་ཕྱི་ཚ་བ་མེད་པར་བཅུག་སྲིད་པ་རིར་ལབ་ལྟར་གཏོང་བྱ་སྟེ་གང་སྐབས་གསོན་པོ་ཅག་ཆུ་ནང་བཅུག་བསྡད་དགོས་པ་རེད། ད་འདི་ཙམ་གྱིས་མི་ཆོག་པ་ཅིག་རེད་བསམ་སྟེ་ལུག་པ་མས་འགྲོ་བསམ། ཨ་ཡིན་མོ་མས་འགྲོ་བསམ། ཁྱེད་ཡིན་མོ་འདྲ་བསམ་ཕྲད་དེ་ཨོ་ཡིན་ཡིན་གསུང་གི་ཡོད་རེད། ཡང་སྐད་ཆ་བཤད་རུང་མ་བཤད་ཁ་རྩང་ནས་བསྒྲགས་རུང་མ་བྱས་ནས། ཡང་སྤྱོད་པ་ངན་པ་རིལ་བུ་དེ་འདྲས་བྱས་ཏེ་དེ་ཨའོ་ད་འདི་དེ་མེད་པ་མེད་འགྲོ་བསམ། དེར་བསམ་དེ་ཡང་མེད་མེད་མེད་གསུང་གི་ཡོད་རེད། དེ་མཚུངས་ཆོས་ནི་ཡིན་པ་ཐག་ཆོད་ད་རེད་ཤ་ད་འདི་འདི་རང་རེད་ཤ་ད་འདི་འདི་གི་མ་གཏོགས་ང་ལ་ཕན་ཐོགས་ཡ་གཅིག་ཙག་ནི་ཡོད་ས་མ་རེད། ད་འདི་ལ་བས་ཅི་གསུང་བཀའ་བཀའ་བཞིན་སྒྲུག་ནས་ཆོས་ཡག་པོ་ཞིག་གནང་རོགས་བྱས་ན་བསམ་ནས་བས་གཡོག་རྒྱུགས། ཨ་ནི་ལོ་ང་དྲུག་སློང་ནས་ཟ་རྒྱུ་འདྲ་བོ་ག་རེ་རྙེད་རྙེད་དེ་བས། ཡ་ཁའི་བླ་མ་ལ་ཕུལ་གི་ཕུལ་གི་བྱས་ནས་དེ་འདྲ་སུས་གཡོག་བསྒྱུར་ནས་སྐད་ཆ་སྣོན་ཉེས་པ་བཤད་གི་མ་རེད། ཨ་ནི་ལྟ་ཡག་ཅིག་མ་རེད་དེ་དུང་ཚང་ཚང་པའི་དོན་མེད་དཀོན་མེད་ལ་བརྡུངས་ནས And ཤི་དགོ་ཡག་ཅིག་གི་དཀའ་ལས་ཅུང་ཉེན་རྒྱག་དགོས་བྱུང་བ་རེད། ཨ་འདི་འདྲའི་སི་ཕས་ནི་ཉི་མ་གཅིག་ལ་ཆུ། ཆུང་ཆུང་གཅིག་གི་སྒང་ལ་ཟམ་པ་མེད། ལྟ་བ་ཚི་ལ་ཡོད་མ་རེད་བ་ཆུང་ཐུག་གི་ཡོད་མ་རེད་བླ་མས་ཆུང་པ་གནང་གི་ཡོད་མ་རེད་མ་བ་ཆུང་མ་ཐུག་ཁ་མ་ཐུག་ཁ་བྱས། ཨ་ནི་ཁོ་རང་གི་ལམ་སང་ལ་བ་གཉིས་ཕ་གིར་བཙུགས་རྐང་པ་གཉིས་འདེད་བཞག་ཨ་ནི་འདུག་སི་གདན་འདྲེན་ཞུ་རྒས་པའི་སྒང་ལ་ཟམ་པ་བཅད་ནས་གདན་འདྲེན་ཞུ། རྒས་པའི་སྒང་ལ་ཕེབས་ཚར་དུས་མ་འདུག་སི་གདོང་ནས་གྲོ་གོག་དེ་མ་ཆུའི་ནང་ལ་བཅུག་མ་མནན་གཏོང་བ་རེད། ཨ་ནི་ཆུའི་ནང་ལ་འབུད། ལྕགས་ཀྱི་ཆུ་ཐོག་ཡོད་པ་མ་མོ་ཏཱ་བླ་མའི་སྤྲུལ་པ་ཡིན་པ་མེད་འགྲོ་གང་ཞིག་གིས་པའི་དབྱི་ཀུང་ཞི་ཁྲག་པི་ཡིན་ནས། ཀླད་རུ་མ་བཅད་བླ་མའི་སྒལ་པ་གང་གནས་ཞུགས་ནས་ཨ་འདུག་རི་ཆེན་དེ་ག་བསྡད་ནས་ཨོ་འདུག་པོ་གཅིག་ཉར་བ་རེད། ཨ་ནི་ཕ་ཕེ་ཕ་ཕེ་ཚ་དུས་གྲུ་གོག་གང་གང་མ་བྱས་ནས་ལྟ་ཉན་འདི་ཉན་སྲིད་ཡོད་མ་རེད་ཨ་ཁྱོད་ནག་གི་འདུག་བས་གསུངས་པ་རེད། ཨ་ཞི་ཁྲག་ནག་གི་འདུག་ཟེར། ཨ་ནག་མེད་པར་གྱུར་ཅིག་ཚ་བ་མེད་པར་གྱུར་ཅིག་ཟེར་ཡང་དེ་ཡང་གྲང་དྲུག་ཡོད་རེད་ཡོད་མ་རེད་ཡང་མ་ཡོད་མ་རེད། ཡང་ཉི་མ་གཅིག་ལ་རྒྱ་གར་གྱི་ཞིང་པ་འདྲ་པོ་མལ་འགྲོ་བ་མི་མང་པོ་གཅིག་ཁ་ལག་བྱེད་དགོས་པ་རེད། ཟ་འོང་ཆེན་པོ་གཅིག་ནང་ལ་ཡང་སྔོ་ཚོད་བསྐུར་ནས་ཚོད་མ་ཧུམ་པོ། སྔོ་ཚོད་བསྐུར་ནས་དེ་ཟ་གི་ཡོད་རེད། ཨ་ཏའི་སློབ་འགག་བྱིན་པ། སློབ་འགག་བྱེད་ཙང་སྔོ་ཚོད་ཞིང་སློབ་མ་གཅིག་གང་ལ་སྔོ་ཚོད་ཏོག་སྤྲད་པ་རེད། དེ་ཚུར་ཁས་བླ་མ་ལ་ཕུལ་རེད། བླ་མས་དེབ་སྤྲོ་པོ་ཞེ་པོ་བཅས་ཞིང་ཏོག་ཁ་སྤུ་བཅས་མཆོད་པ་རེད། ཡང་ད་འདི་བླ་མ་ཐུགས་སྤྲོ་པོ་བྱུང་སོང་ས་ཡང་རྒྱུ་སློབ་འགག་བྱིན་པ་རེད། རྒྱ་གར་རྩ་གཉིས་སློང་གྱི་ཡོད་མ་རེད་ལུགས་སྲོལ་རེད། ཕྱི་སྲོལ་ད་ག་རེད། ཨ་ནི་རྩ་ནི་སྤྲད་གི་ཡོད་མ་རེད་མ་སྤྲད་རྩ་ཨ་ནི་ཐང་ལ་མ་ཐུག་གཉིད་རོགས་བྱས་ན་གར་བྱས་ནི་བྱས་སམ། ཁོ་རང་ཚོ་མི་སྔོན་ཚོད་སྐུལ་ཡག་གི་བཟང་ཁོ་ར་ཡ་བཀྱག་ནི་ཁེལ་འོང་གི་རེད། ཨ་མི་མང་པོ་དེ་གས་བརྡུང། ག་ཚད་བརྡུང་བཞག་ནས་རྒྱུ་ནི་བཟང་ལོས་གི་ཡོད་མ་རེད་ཁེལ་ནི་ཨུ་ཚུགས་བྱས་ནི་ད་ག་ཟེ་གཏོང་བཞག་ནས་ལན་སློག་གི་མ་རེད་ནི་ད་ཟེ་བཟང་ཁེལ་འོང། ཨ་ནི་འུ་ཐུག་སྡུག་བསྔལ་འཚོ་བའི་འུ་ཐུག་ད་ཁྱོད་ཡིན་གཅིག་མི་གཅིག་འདུག་ཁོ་དགོས་ན་བཟང་དུ་ཞོག་རོགས་ཞེས་ཡང་སྔོ་ལོ་མ་གང་ལ་ངུ་ཚོད་གང་ག་བཏོན་ཏེ་བརྒྱལ་ཏེ་ཁེལ་ཡང་བླ་མ་ལ་ཕུལ་ཡང་བླ་མས་ཞོལ་རོགས་ཞེས་ཡ་མ་རེད་ཁྱོད་ནང་སྦྱོང་ཡང་གསུངས་པར་ཡང་ཡང་ནང་སྦྱོངས་ཡང་ནང་བ་མེད་པ་བཅུ་གཅིག་ཚང་བ་མེད་པ་བཅུ་གཅིག་གསུངས་དེ་དྲག་བསྡད་ཀྱི་ཡོད་རེད་ཉི་མ་གཅིག་ལ་ཡུལ་གྱི་རྒྱལ་པོ། རྒྱལ་པོའི་བློན་པོ་ཆོས་གཅིག་ཆང་ས་རྒྱལ་མནའ་མ་ལེན་གི་ཡོད་རེད། དེ་མི་མང་པོ་ཅག་རྒྱལ་པོའི་གསུང་རྩ་སྟོབས་རྒྱུད་མངའ་ཐང་ཡོད་ཙང་རྫིག་པོ་བཞི་པོ་ཅག་མནའ་མ་དེ་གསོད་ཡོང་གི་ཡོད་རེད། ཨ་ན་ལ་བན། ད་རིང་ཕི་གའི་མནའ་མ་ཅིག་ལེན་གི་ཡོད་རེད་མནའ་མ་དེ་གི་ནུ་མ་བཙིར་ཐུབ་མཁན་ཅིག་བྱུང་ན་ངས་ཁྱོད་ཅིག་བཤད་ཆོག་འདུག་ཨ་གསུངས་པ་རེད། ཁོ་རང་ལ་བ་མ་གསུང་བ་ཅིག་བླ་མས་སྐྱིད་དམ་ཅིག་ནི་རེད་གསུངས་བ་རེད་ད་ཁོས་གོ་བ་རེད། ཡ་ད་ངས་ནུ་མ་དེ་རྩེ་རུ་རུ་གི་ནས་ཁྱོད་ཅི་ཤ་ཡི་ར་སྒྲ་ཡིན་པ་རེད་སང་རྗེ་བོ་འགྲོ་ད་དེ་འགྲོ་ས་ཡོད་མ་རེད་ཁོ་ར་གྲང་ཟིག་ཡིན་པའི་ཁུལ་བྱས་མེ་ཏོག་ཀྱང་མགོ་ལ་གོན། ལ་བ་ལ་མེ་ཏོག་ཕྲེང་བ་ཅིག་ཁྱེར། གྲང་ཟིག་ལ་རྩ་ཆེན་པོ་བྱས་མིན་ནམ་མ་ལས་ངས་སུའི་ཡུང་མགོ་ལ་མེ་ཏོག་ཕྲེང་བ་བཞག་ཤིས་བརྗོད་ཅེས་ཡག་པོ་ཞུ་བརྩི་གི་ཡོད་རེད་ཅེ་ད་ཁོ་གྲང་ཟིག་ཡིན་པའི་ཁུལ་བྱས་མེ་ཏོག་ཕྲེང་བ་ཁས་ལང་ཀ་སྒུག་བསྡད་པ་རེད།

ན་ཤིས་བརྗོད་བཤད་པ་ཞེས་པ་ཤིས་བརྗོད་བྱུང་ཡོད་རེད། ཡང་བླ་མས་ཤིང་བསྒྲུགས་གི་ཡོད་རེད་ཉི་མ་གཅིག་ལ། བླ་མས་ཤིང་བསྒྲུགས་ཙང་ཤིང་དེ་ཐོར་གུ་ཅི་ཡོད་ཡིན་ཁོ་རང་བསྒྲུགས་དགོས་རོགས་མིན་ཁོ་རས་ཧུར་ཐག་པ་ཐག་ཤིང་བསྒྲུགས་དེ་ཤིང་སྤུངས་སྤུངས་ནས། སྣུམ་ཅེས་རག་དེ་ཡོད་འདྲ། དེ་བ་ཅེས་འདི་བླངས་ཡོང་ནས་སྣུམ་ཅེས་ཡོད་འདྲ་ནས་ཤིང་སྤུངས་སྤུངས། པ་རུག་ཅེས་ལ་ཤིང་སྤུངས་ག་རོག་ཅེས་ཡང་སྤུངས་ཚར་དུས། ཨ་སྣུམ་དེ་བླུགས་དེ་གང་ལ། ཨ་བླ་མས། མ་ཟི་ཏུ་ཟི་ནི་འདི་གང་ལ་དེ་མེད་ཅིག་པ་ཕྱོགས་བཞི་ནས་མེད་པར། འདི་གང་ལ་དེ་ཐོགས་མཁན་གྱི་སྐྱེ་བོ་གཉིས་རྟོག་ཅན་གཅིག་ཡོད་ན་ཆོས་ཀྱི་བཤད་ཕྱོགས་འདུག་ཨ་གསུངས་པར་ཡང་ཨེ། འདི་གང་ལ་དེ་ཐོགས་མཁན་མི་ལོག་པ་ཅན་ཡང་ཡོད་ན་ངས་ཆོས་བཤད་ཕྱོགས་འདུག་གསུངས་པ་རེད་ཁོ་རང་ཐེ་ཚོམ་མེད་པར་འདི་གང་ལ་ཁྱུང་ཅག་ཅེས་བསྡད་ནས་མེད་ནང་ལ་བསྡད་དེ་དཔེ་མི་གྲགས་ཚིག་ཤ་ཚིག་རུས་པ་ཚིག། དཔེ་དེ་ཐལ་ལ་བྱས་སོང། དཔེའི་ཚིག་ནི་ཐལ་ལ་བྱ། ཨ་ནེ་བླ་མའི་སེམས་ཁུར་གྱི་སྡེ་བ་ནས་བང་ཀྲོང་དུ་ཀ་ལེར་ལངས་ཡོང་བ་རེད་ལྷང་བཞག་པར་ཡང་དེ་ནས་ཨ་ཏན་བྷར་ཕེད། ཉི་མ་གཅིག། ཁོམ་པ་ཐོགས་སུ་ཐོབ་ཐོགས་སུ་སྒོ་ཡོད་མཁན་ཞིག་ས་ལ་ཕེད་ཁང་སྟོང་རེད་མི་བསྡད་མཁན་ཡོད་མ་རེད། ཐོགས་སུ་སྒོ་ཟེ་ཡག་ཡག་འདུག་ཏན་ཏན་རང་ང་ཤེས་ཀྱི་མེད། དེ་ནས་བླ་མ་ཡག་ཐོག་ཁར་ཕེབས་སོང་ཁོ་རང་ཡག་ཐོག་ཁ་ཡག་འགྲོ་དགོས་རེད་པ་ཡག་འགྲོ་ཐོག་ཁ་དེ་མ་ཐག་དུས་ཐོག་བུ་བཞི་བཅུ་ཡོད་རེད། ཡང་བླ་མས་དེ་མ་ཟད་ནས་འདི་འདྲ་མ་བྱུང་མཐོ་དངོས་ཀྱི་སྐྱེ་བོ་སྙིང་སྟོབས་ཅན་ཅིག་ཡོད་ན་ཆོས་ཅིག་བཤད་ཆོག་འདུག་ག་གསུངས་པ་ཡིན་པ་རེད། དེ་ནི་ཁོང་དེ་མ་བྱུང་པ་རེད་ཡང། དེ་སྔོན་དེ་ཉོ་སྐབས་ཡང་དགོན་པ་ཁ་ཁ་ཅིག་ཁོག་ནས་ཡ་ད་ངས་ཆེད་ང་མི་དྲག་ཚིག་གཞི་ཚར་ནས་ཡར་ལྷོང་བ་གནང་བ་རེད། ད་དེ་མ་བྱུང་བཞག་ནས་ལྷོང་གི་རེད་བསམ་རེ་བ་དེ་བྱུང་ནས་ཆུང་བཞག་པ་རེད། མི་གེ་ཆུང་བཙས་མ་གང་ག་སྐྱག་པའི་ཆེ་ཐང་ལྷོག་ནས་མི་གེ་གཡུག་བཞག་བླ་མ་ཞྭ་པོ་གསུངས་མ་ཕེབས་པ།

བཅུ་གཉིས་རྒྱལ་པོ་བྱུང་བ་རེད། བཀའ་ཕྲེང་དྲུག་རྒྱལ་པོ་བྱུང་བ་རེད། བླ་མ་གིས་སྡིག་པ་དག་གི་མེད་པར་སྡིག་པ་སྦྱོང་བ་གནང་བ་རེད་ཡིན་རྒྱུ། ནི་ཉི་མ་གཅིག་ལ་བའི་དུས་ལ་རི་བོ་ཆེ་བབས་པ་ནས་ད་སྡིག་པ་གང་གང་དག་སོང་ཡིན་པ་རེད། དེ་ནི་སྐད་ཆ་ཡག་པོ་ཅིག་བཤད་པར་བླ་མས། ད་ཁྱོད་རང་ད་ལྟ་ཕན་ལ་ངའི་གཞུག་སྒོར་འགྲོ་ནས་ཁ་ལ་ག་རེ་ཟེར་ཟེར་ཉན་ནས་གཡོག་བཅུག། ཁྱོད་རང་ག་རེ་གི་རེ་བ་བྱེད་ཀྱི་ཡོད་པ་ཨ་ཟེར་བཀའ་དྲིན་གནང་བ་རེད། ཨ་ནི་ང་སེམས་འདུལ་བའི་གདམས་པ་བྱེད་ཀྱི་རེ་བ་ཡིན་ཤོས་རེད། ཡ་ཡ་ད་ངས་ཁྱོད་ལ་སྡང་བ་གནང་དགོས། མེ་འདྲའི་བུ་ཞོག་གསུང་བ་རེད། བུ་ཡ་ཡོད་མ་རེད་གད་གད་ཡོད་མ་རེད། ད་ང་ལས་བུ་གི་དྲུང་འཕར་ཡོད་ས་དེ་འཕར། འགྲོ་ཡར་ལ་གཅིག་འགྲོ་ནས་ཚུར་བུ་ག་ཡོང་གི་ཡིན་བཅས་པ་རེད། དྲུང་འཕར་ནས་བ་གཅིག་ལོང་ག་འགྲོ། ག་རི་ར་ར་གཅིག་ཐག་སྤྲད་ནས་ཚུར་བུ་གི་ཡིན་བཅས་པ་རེད། དེ་འདྲའི་འགྲོ་གོ་བ་མ་རེད། གཅིན་པ་དང་འདག་བག་བརྫིས་ནས་ཡར་བུད་ཞུ་གསུང་བ་རེད། ཆུ་བའི་མེ་བ་འགྲམ་དུ། དེ། ཨན་ཁོང་གི་ཕ་ཚེ་དེ་སངས་རྒྱ་པོ་ཅི་ལ་བྱོན་ཆབ་སངས་བྱས་དེ་ཡ་ཙོག་ཙོག་སོ། དེ་ཡ་ཕུལ་ནི་མེ་འདྲའི་ཕུལ་རེད། མེ་འདྲའི་ཡ་ཕུལ་ཙང་མདའ་བག་དེ་ཚོ་འུར་སི་གླན་ནི་ཁོ་རང་གི་ཞལ་རས་ལ་གཡུག་རྒྱལ་བ་རེད་ཕ་མདའ་བག་ལྷུང་ལ། ཟེར་ཡ་ལ་ན་རུ་པ་དེ་འདྲའི་དཀའ་ལས་བརྒྱག་ནི་ལུ་དགུ་སོང་བ་རེད་ཟེར་ཡོང། ཡིན་མི་འདྲ་ལུ་དགུ་སོང་བ་ལ་འདྲ། ལུ་དགུ། ཡིན་མ་འདི་ལུ་ཚད་སྐལ་མེད་པ་འདྲ་ད་ཡོན་རི་བོ་རྫས་ཅི་ཡིན་གྱི་རེད་ད་ག་རྫས་བྱུང་བ་ཡིན་ན་ལུ་དགུ་རང་ཨ་ཡིན།

ཅེས་བརྗོད་དུས་རྐང་པ་རྐྱང་པ་སྤངས་ནས་ནི་ཁོ་བོས་སྔར་བཞུགས་དུས་ནས་རྡོ་རྗེ་སེམས་དཔའ་རྒྱལ་པོས་ཡང་ནས་ཡང་དུ་བསྐུལ་བར་བྱ་ཟེར་ཡ་སྟེ། ཏེ་ལོ་པའི་གནང་བའི་གདམས་པ་རེད་ཟེར་ཡོང། ཡང་ལོ་ཡི་པ་ལ་གནང་ཡག་གི་གདམས་པ་རེད་ཟེར་ཡོང་ད་གང་ཡིན་ནས་ཡིན་ཏེ་ང་ཚོའི་ཞོགས་པའི་འདོད་ཡག་ཅིག་རེད། ད་གང་ཡིན་ནས་གདམས་པ་གནང། པས་ད་ཁོ་ར་པའི་གདམས་པ་ཡོངས་སུ་རྫོགས་པར་གནང། ཨ་ནི། ད་བཟའ་བཅའ་བརྒྱབ་ཡ་དེ་ལ་ད་དཔལ་ཁྲི་ལྟར་ཆ་རྒྱུ་ཆ་བྱད་དོ་རུ་གསུངས་ཡོད་རེད། རྣལ་འབྱོར་པའི་ཆ་བྱད་སུ་བཞུགས། རྩོད་པ་བྱས་ན་ཆོས་ལ་སྨད་པའི་ཉེས་པ་ཡོང་གསུངས། རྩོད་པ་མ་བྱེད་མུ་ཏིག་པ་ལ་རྩོད་པ་མ་བྱེད་གསུངས། རྩེ་གཅིག་ལ་སྒྲུབ་པ་བྱེད་ཡོད་ཚེ་འདི་རང་ལ་སངས་རྒྱས་ཀྱི་རེད་གསུངས། དེ་གསུངས་ཚར་ཏེ་བླ་མ་བརླག་སོང་བ་རེད། དེ་ལ་བ་སངས་རྒྱས་རེད་བ། ད་ནག་རོལ་པ་བརྟུལ་བའི་དོན་དག་ལ་དཀའ་ལས་བརྒྱག་བརྡུང། ཅི་དག་བྱས་ནས་འོ་དེ་སྡུག་པོ་བཏང་ནས་སྡིག་པ་མ་དག་གི་བར་དུ་སྡུག་པོ་བཏང། ཨ་ནི་དབང་དང་གདམས་པ་དེ་རྣམས་ད་འགྲིག་སོང་ས་ནས་ནི་ཁུངས་མེད་སངས་རྒྱས་ཞིང་ཁང་དུ་ཡར་ཕེབས་ཡོད་ཀྱི་རེད་བ། དེ་ད་ནི་བརླག་སོང་བ་རེད། ད་ཡིན་ནའི་འདིར་འོང་བ་རེད། དེ་ནི་ཁོང་གི་དཔེ་འདི་དག་ཆ་བྱད་དུར་བའི་རྣལ་འབྱོར་པའི་ཆ་ལུགས་བཅས། ཨ་ནི་མི་ཚང་གཅིག་སྦྱིན་བདག་བྱུང་སྦྱིན་བདག་བཅས་མི་ཚང་གཅིག་གི་ཐུགས་ལ་བཞུགས་སྒྲུབ་པ་ཉམས་ལེན་བཅས་བཞུགས་པ་རེད། སྒྲུབ་པ་བཅས་ནི་བཞུགས་ཡོད་རེད། ཨ་སྒྲུབ་པ་བཅས་ཡ་ནི་བདེ་མཆོག་རེད། ཨ་ནི། མུ་སྟེགས་པ་གཅིག་གིས་རྩོད་པ་བྱེད་མཁན་སླེབས་ཡོང་ནས། ཨ་ནི་སུ་གཅིག་གིས་རྩོད་མ་ཐུབ། དཔལ་འབྲི་ཙག་གངས་ཀ་ལོག་གིས་རྩོད་མ་ཐུབ་པ་དཔལ་བསྟན་པ་ཤོག་འགྲོ་འགྲོ་བྱེད་ཀྱི་ཡོད་རེད། འུ་བས་ཐུག་རྩོད་མུ་སྟེགས་པ་རྩོད་ཐུག་མཁན་གཅིག་ཨ་འདུག་མི་འདུག་བཙལ་ནས་དེ་ནས་པར་ས་ག་བ་ཡིན་ས་ལ་བ་རྒྱུགས་ནས་གཅིག་ཨ་འདུག་མི་འདུག་སྐད་ཆ་དྲིས་ནས་དྲན་ཡོད་མ་རེད་རག་གི་ཡོད་མ་རེད། ཨ་ནི། ན་རུ་བ་བཞུགས་ས་མི་ཚང་དེ་གས། སེང་ཆེན་འཚོ་བ་འགྲུབ་མཁན་རྫིའུ་སྐྱིད་ཀྱི་སྐད་ཆ་དྲི་ངན་མང་པོ་ཡོང་ས་དེ་བ་ཅི་སླད་ནི། ང་ཚོ་ཐུག་ག་ལ་ག་རེ་ཡིན་མི་ཤེས་གྲྭ་བ་ཡིན་ནོ་ཅིག་རྣལ་འབྱོར་པ་ཅིག་འདུག་ད་དེ་གི་འདྲ་རྩོད་ཐུག་ཨ་ཡོང་མི་ཡོང་མ་གཏོགས་ང་བཤད་རྒྱུ་མེད་ཅེས་བ་རེད་དེ་སུ་རེད་ལྟ་ག་ཡོང། ཡོང་ཙང་ནང་རུ་བ་ཡིན་པར་བ།

བླ་མ་གིས་མུ་ཏིག་པ་ལ་རྩོད་པ་མ་བྱེད་གསུངས་བྱས་པར་ད་བླ་མས་བཀའ་ཞིག་བཅག་པ་རེད། ད་དེ་བས་བ་ཆད་ཀྱི་བཟོ་རུ་བ་ཅིག་ཆོག་གཅིག་ནི་ཁོང་ཚེ་དེ་ལ་སངས་རྒྱས་ལ་བ་ཆད་ཀྱི་བཟོ་རུ་བ་རེད། གཉིས་སུ་ནི་ང་རང་ཚོ་འཇུག་ལ་བསྡད་མཁན་ཚོའི་སུན་སྣང་རེད་ཡང། ཁོང་ལ་བ་ཆད་དེ་མ་བྱུང་ན་ཁོང་སངས་རྒྱས་ལེན་འགྲོ་གི་རེད། ཁོང་དེ་བྱུང་བ་ཡིན་ཙང་སྐུ་ཚེ་རིང་པོ་བཞུགས་བཤད་དྲུག་གཉིས་ཀྱི་བསྟན་པ་བསྐྱངས་ནས་དེང་སང་ང་ཚོས་བྲིས་པ་ཞལ་ལུགས་ཀྱི། ཨ་ནི་ལུས་གཅིག་གིས་ད་ལྟ་དབང་ཤོར་ཁྲིད་ཤོར་སྒོམ་རྒྱག་བཅས་པའི་བླ་མ་མང་པོ་དེ་ག་རྫིག་གི་པའི་ཐུགས་ཉམས་སུ་བཞེས་ནས་ཕན་པ་ཆེན་པོ་བྱུང། དེ་ག་ནང་བཞིན་མཁའ་སྤྱོད་མཁའ་སྤྱོད་མ་དེ་པའི་ས་སྐྱ་པ་མང་པོ་ལ་ཕན་པ་བྱུང་དགེ་ལུགས་པ་མང་པོ་ལ་ཕན་པ་བྱུང་ད་ནི་ཕན་ལ་པའི་དེ་ག་རྫིག་གི་པའི་ས་བདག་དུ་དག་བྱེད་རྒྱུ་བྱུང་བ་དེ་དང་ད་རང་ག་ནང་བཞིན་ནཱ་རོ་ཆོས་དྲུག་ཞུ་ནས་པའི་སྒྲུབ་པ་གཏོར་པ་མྱོས་པོ་དེ་སུ་གང་ག་ལོ་ནཱ་རོ་པའི་བཀའ་དྲིན་གི་པའི་བསྟན་པ་ང་རང་ཚོ་ལ་ལག་ཏུ་སློང་བདེ་བ་བསྟན་པ་བསྟན་པའི་མྱི་པོ་མང་པོ་ཅིག་པས་བཞུགས་ནས་ཁོང་གི་བཀའ་དྲིན་གི་གཟུགས་ཡོད་རེད་སོ་དེ་འདྲ་ཡིན་ཙང་མུ་སྟེགས་རྩོད་པ་བྱེད་རྩོད་པ་བྱེད་དུ་བླ་མའི་བཀའ་བཅག་པའི་ཉེས་མེད་ཀྱིས། རྩོད་རྩོད་པ་གི། ཐུག་ཡང་མ་ཐུག་ཤོར་ཡང་མ་ཤོར། དེ་ནས་རྩོད་པ་བྱེད་དུས་པའི། སྔ་མ་ནང་བཞིན་གྱི་པའི་ལམ་སང་བའི་སྤོབས་པ་མྱུར་པོ་དེ་མ་བྱུང་བ་ཡིན་ཙང་ག་རེ་ཡིན་འགྲོ་ཨ་སང་ད་རིག་ངས། དུས་ཆེན་ནང་བཞིན་གྱི་མི་འདུག་བསམ་དུས་ཡ་བླ་མའི་རྩོད་པ་མ་བྱེད་གསུངས་བྱུང་ངས་དེ་བཀའ་བཅག་བཞག་ཨ་སང་དྲན་པ་རེད་དྲན་ནས་ཡིད་ཀྱི་ཞགས་པ་བྱེད་པ་རེད་བླ་མ་ལ་གསོལ་བ་བཏབ་ནས་པའི་ཞགས་པ་ཕུལ་རེད།

དེ་ཕྱག་མཛད་གཙང་ནི་མུ་སྟེགས་པ་སྟེ་གེ་མུ་སྟེགས་པ་གཅེར་བུ་པ་རེད། གཅེར་བུ་པ། རྟོག་གེ་སྡེ་དྲུག་གི་ནང་ནས་གཅེར་བུ་པ་རེད། གཅེར་བུ་པ་སྟེ་གེ། འོ་ད་ཁྱོད་ནང་པ་སངས་རྒྱས་པ། སྙིང་རྗེ་དང་བྲལ་བ་སྲིན་པོ་འདྲ་བོ་དེ་རྐང་པ་ལས་ཁྱོད་ཕྱག་འཚལ་ནས་དེ་ག་རང་གི་ཆོས་ཕངས་པ་ཡིན་སྐྱེ་བ་རེད་ང་ལ་ཆོས་ཕངས་སོ་ད་ཆོས་ཕངས་པ་ཡིན་སྐྱེ་བ་རེད། ད་ལྟའི་མུ་སྟེགས་པའི་ལྷ་རྟེན། ལྷ་བཞུགས་ས་ལྷ་རྟེན་ཁུམ་པ་པའི་ལྷ་ཁང་བཞི་པོ་གཅིག་གི་ཐོག་ཚོ་གསུམ་གཡོག་ཡིན་མོད། ཐག་རྡེག་དང་ཐག་ཉེ་ས་གཅིག་ལ་ད་ཡོད་ཡོད་མེད་མེད་འདྲ་གཅིག་ཡིན་ཏེ། མུ་སྟེགས་པའི་ལྷ་ཁང་ཐོག་གསུམ་བཅས་པ་གཅིག་ཡོད་རེད། དེ་ཡོད་ཙང་ཁོས་ཁྱོད་ཕམ་ཟེར་ལབ་པ་ཙང་ནི་ཏེ་ལོ་པའི་ལམ་སང་ད་ག་ཕམ་ཕམ་གསུངས་ནས་སྡིགས་མཛུབ་ཅིག་བསྟན་པ་རེད་སྡིགས་མཛུབ་ཅིག་བསྟན་མུ་སྟེགས་པའི་ལྷ་ཁང་ཏེའུ་ཟེར་ངེས་དེ་རེད། ཏེའུ་ལ་ཟེར། འོ་དེ་ཐོབ་གསུངས་ཡོད་པ་དེ་པས་རྩིས་གདན་ཡན་ཆད་མེད་པ་བས་མ་ཤེས་བྱ་བ་རེད། ཞེས་གསུངས་བ་རེད། ལྷ་ཁང་དེ་པས་བཟོ་ལྟ་མཆོད་རྟེན་ཡིན་ཏེ་བཟོ་འགྲོ་བ་གཅིག་མཁན་བཙག་ཅིག་ཡོད་དེ། དེ་རྩ་བ་ནས་མེད་པ་བས་མ་ཤེས་གསུངས་དེ་ནས་མུ་ཏིག་པ་ཚོ་ཞལ་ཐག་གིས་ཆོད། ལམ་སང་ད་ག་ནང་པའི་བསྟན་པ་ལ་ཞུགས། ཚུལ་བསྟན་ནས་ནང་པ་ལ་བཅུག་བྱ་བ་རེད་གསུངས་པས། དེ་ནས་ཏེ་ལོ་པས་ད་ཁྱོད་ཚེ་འདི་ལ་ཆོག་མི་འགྲུབ་གསུངས་པ་རེད། བཀའ་སྐྱག་བར་བ། དེ་ཡིན་ན་ཚེ་འདི་ལ་སངས་རྒྱས་ཀྱི་མ་རེད་གསུངས་པ་རེད། ད་ཁྱོད་རང་སྒྲུབ་པ་རང་རྒྱལ་མ་སྟེ་ཤེས་ཤིག་གསུངས་ཆུ་ཤེས་པ་དང་སྒྲུབ་པ་གཉིས་ཀ་བྱས་བཤད་སྒྲུབ་གཉིས་ཀའི་སྒོ་ནས་བསྟན་པ་སྐྱོང་ཤོག་བར་དོ་ལ་སངས་རྒྱས་ཀྱི་རེད་གསུངས་ནས། ཡང་དེ་ལ་བ་ལགས་གསུངས་པ་རེད། གྲུ་ཆེན་ནག་པོ་གཅོད་པ་ཀེ་ཀ་ཕྲན་བུ་གཅིག་བཅག་ནས་ཨེ་ནི་སྐུ་ཚེ་དེ་ལ་ཡེ་སངས་མ་རྒྱས། དགོངས་པ་རྫོགས་དུས

ནཱ་རོ་པ་ཀུན་ནོད་ལ་ཕྱག་འཚལ་ས་ནོར་ནི། པའི་ཕྱག་འཚལ་ནོར་འགྲུབ་རེ་ཕྱག་འཚལ་བླ་མ་ལ་མ་འཚལ་ཡི་རང་གི་དཀྱིལ་འཁོར་ནོད་ལ་བྱོན་ཡོང་བ་ལ་འཚལ་རྟེན་འདྲིལ་ཏོག་ལ་ཕྱུག་ནི། མར་པ་ལ་ཡུངས་དགུ་ཡོད་ནི་སྲས་གཅིག་ལས་ཡོད་མ་རེད། སྲས་གཅིག་ལས་མེད་པ་དེའི་རྟགས་ཡོ་བྲེ་དང་ནི་སྲས་དམ་པ་འདུག་སྟེ། བྱང་ཆུབ་སེམས་དཔའ་ཆེན་པོ་དེ་ཡོ་བྲེ་དང་འདུག་པས་རི་ཆོས་འཆད་པ་རེད། ད་དེ་འདྲ་ཡིན་ཙང་ང་རང་ཚོ་གངྒཱ་ལོག་བཤེས་གཉེན་ཐེན་ཚིག་རྩ་བཟོ་བཟོ་བྱེད་དགོས་ཡ་ཇི་ཡོད་རེད། ད་དེ་ཡན་ཆད་དེ་རྒྱ་གར་གྱི་གྲུ་ཆེན་ཤ་སྟག་རེད།
ང་རང་བརྒྱུད་པའི་བླ་མ་རྒྱ་གར་གྱི་མཁས་པ་དང་གྲུ་ཆེན་ཤ་སྟག་རེད། ད་དེ་ནས་མ་ཕ་འདིང་བ་སྐུ་ཕྱྭ་གཉིས་བལ་པོ་རེད། དེ་མན་ཚུ་ད་བལ་པ་རེད། ཕ་འདིང་བ་སྐུ་ཕྱྭ་གཉིས་པོ་དེ་ནཱ་རོ་ད་བལ་ལྷོ་མ་རེད། ཨ་ལི་སྟོང་པོ་སྐུ་ཕྱྭ་རྒན་པ་དེ་རེད།

རྒྱ་གར་ལ་བཞུགས་པ་རེད། གསང་སྔགས་ཀྱི་ཆོས་མང་པོ། ཡི་དམ་མང་པོའི་དཔལ། དབང་ལུང་མན་ངག་ཞུ། གཙོ་བོ་གཙོ་བོ་ནི་བདེ་མཆོག་རེད་ཡང། དེ་ཁོང་ལོ་བདུན་རེད་དུས། ཁོ་རང་གི་པིན་ཆག་ཆུང་བ་ངང་བ་གྲྭ་པ། པིན་ཆག་སྐད་ཐོང་ག་ཕྱིན་པ་རྒྱ་གར་ལ་ད་ཚུར་ལོག་ཤོག་ཟེར།
ལོ་བདུན་མ་རེད་ལོ་དྲུག་གང་ལ་ཡིན་པ་འདྲ། ལོ་དྲུག་གང་ལ་པིན་ཆག་ཆུང་བ་དེ་རྒྱ་གར་ལ་སྐད་ཐོང་འགྲོ་རེད། ཨང་ཁོང་གིས་ད་ཁྱོད་རང་གི་བླ་མའི་ཞབས་ལ་པའི་གདམས་པ་ཞུས་ཞེས་གསུངས་ནས། ནཱ་རོ་པ་ལོ་གསུམ་རྒྱ་གར་ལ་བཞུགས་པ་རེད་བྱས་ཙང་ཁོ་རང་གཉིས་མྱང་དུས་ལོ་གསུམ། དེ་སྔའི་ལ་ལོ་དྲུག། བང་ཆེན་པ་སྐུ་མཆེད་རྒན་པ་གི་ལོ་དགུ། བང་ཆེན་པ་ཆུང་བ་གི་ལོ་གསུམ་རྒྱ་གར་ལ་ཞབས་ལ་གཏུགས་ནས་བསྡད་པ་རེད། ད་ནཱ་རོ་པས་བང་ཆེན་པ་ལ་གསུངས་བཞག་པས།

མེ་ཏོག་ཡོད་རེད་མེ་ཏོག་ཕྱུགས་ལ་བསྐུས་ནས། ཕྱུགས་ཀྱི་ཡག་ཁེལ་འགྲོ་མེད་དུ་ཟ་དགོ་གི་ཡོད་རེད། ཨ་མེ་ཏོག་སྤྱི་ཡི་ཁེལ་འགྲོ་དུས་ཡག་ཁེལ་ཡོང་ད་ཁོང་གིས་མ་གཟིགས་པ་བྱས། སྤྱི་ཡི་གཡོག་གཉིས་པ་དེ་ཡང་མ་གཟིགས་པ་རེད། ད་གསུངས་པ་དེ་ཁོ་རང་གིས་འབྲོག་གཡོག་དེ་གི་རིགས་ནི་ཨ་འདི་དེ་ཆོ་དང་ཆ་དེ་བས་ཆོས་ཞུ་རག་པ་རེད་དེ་རག་པ་ཡིན་ཙང། ངག་གི་དབང་ཕྱུག་གི་དངོས་གྲུབ་ཐ་མ་དེ་ཉིད་ཡིན། བ་དན་པ་ཆུང་བ་འཇིགས་མེད་གྲགས་པ་ཡང་བས་ཚིགས་བཅད་བཙུངས་པ་ལ་ཐུག་པ་སྨྲས་པ། བསང་ལོ་སྟོང་རྩ་ནི་མོ་བ་ལབ་ཆོག་ཆོག་པས་བཙུངས་ལ་བས་ཞེ་དྲག་ཡག་པོ་ཡོད་རེད་ཡིན་ནའི་བས་བླ་མས་བཀའ་གི་ག་བ་ཡིན་སར་འགྲོ་ཞོག་གསུངས་རྩ་ནི་ཁོང་སྒྲུབ་པ་རྒྱ་གར་ཡོང་སོང་གསུངས་ནས་བས་ཡུལ་ལ་མ་བཞུགས་པ་བཅས་སློབ་པ་ག་བ་ཡིན་སར་ལ་འགྲོ་ནས་རྒྱ་ནག་ལ་མ་ཕེབས། རྒྱ་ནག་ནི་ཡར་ཡོང་ན་ཨ་མདོའི་ས་གནང་ལ་ཨོ་ད་དགོངས་པ་རྫོགས་ས་དེ་བ་གཅིག་རེད། གནོད་འཇིགས་མའི་གྲྭ་པ་ཏུའུ་སི་ཕེ་ནི་རྒྱ་ནག་ལ་མ་ཕེབས་འགྲོ་དུས། རྡོ་རྗེ་ཕག་མོའི་སྤྲོས་པ་ཁོང་རྗེས་སུ་བཟུང་མཁན། ཕག་མོའི་སྤྲོས་པ་ཡིན་པ་ཚང་གི་འགྲིག་གི་ཡོད་མ་རེད་རང་རང་སུ་རྗེས་སུ་བཟུང་མཁན་ལས་དང་སྐལ་བ་ཡོད་པ་ཅིག་པའི་དོན་དག་སོ་སོའི་དོན་དག་ལ་སྤྲོས་པ་ཞིག་འགོག་གི་ཡོད་རེད། ཕག་མོའི་རྗེས་སུ་བཟུང་ཡག་གི་རྡོ་རྗེ་ཕག་མོ། སྤྲུལ་པ་རྒྱ་མི་བུ་མོ་གཅིག་དང་ཐུག། ཨ་ཁོང་གཉིས་གཉའ་མདོ་ལ་ཕེབས་ནས་ཁོང་གི་རྗེས་སུ་བཟུང་ནས་ནི་སྒྲུབ་པ་བཅོལ་ནས་ཡང་ཨ་མདོའི་ས་གཙང་ལ་ཕེབས་བྲག་ཕུག་ཅིག་ལ་བཞུགས་ཀྱི་ཡོད་རེད། དེ་ནི་དགོན་པ་རྫོགས་ས་ཡང་དེ་ག་ཡིན་མོད་འདྲ་དགོན་པ་རྫོགས། སྐུ་གདུང། ཁྲུ་གང། རེ་བཅིང་བ་དང་ཡོད་མ་རེད། བས་བདེ་མཆོག་གི་སྐུ་བྱས། ཡབ་ཡུམ་གཉིས་ཆ་གི་ཡུམ་སྐུ་ལ་མཆོད་བར་མོའི་སྐུ་བྱས། ཡབ་བདེ་མཆོག་སྐུ་བྱས། སྐུ་གདུང་ཡབ་ཡུམ་གཉིས་ཆ་ལ་སྐུ་གདུང་བས་སྐུ་འདྲ་ནག་ཞེས་བྱས། དེ་བྲག་ཕུག་དེ་ན་ཡོད་རེད། བྲག་ཕུག་དེ་ན་མེ་མ་ཡིན་གནོད་སྦྱིན་དེ་འདྲས་ཀྱིས་བཀག་པ་ཡིན་གྱི། རྡོ་ཕུང་མཁན་ཆེན་པོ་བོ་གཅིག་གིས་ཁ་ཆོད་བརྒྱབ་ནས་བྲག་ཕུག་ནས་མི་འགྲོ་ས་ཡོད་མ་རེད། བྲག་དེ་འདིའི་དེ་བ་གཅིག་ལ་ཡང་ངས་མ། འབེལ་པོ་ཕ་མཐིང་པ་བཞུགས་པ་རེད་ཟེར་ཡག་ཅིག་མ་གཏོགས་བཞུགས་ས་བྲག་ཕུག་ཡོད་མ་རེད་མདོག་གི་བཀའ་བཞིན་ཡོད་རེད་བོང་རྒན་ཆེན་པོ་ཅིག་དེ་གར་བཞུགས་ཡོད་རེད་ཟེར་སྐད་ཆ་མེད་ཟེར་འཁྲུལ་གྱི་ཡོད་རེད་ད་ཧ་ལམ་ལོ་བརྒྱ་རྩིས་ཀྱི་གོང་ལ་མེད་འགྲོ་དེ་འདྲའི་ཅིག་ལ་ཨ་ནི་མི་གི་མཐའ་ལ་ཞིང་ཁ་ནང་ལ་ཅིག་གི་སྨོན་པ་རྒྱག་གི་ཡོད་རེད་ཞིང་ཁ་སྨོན་བསྡད་དུས་ཡི་གི་རིང་གོ་ལ་མ་ཅིག་གི་གློད་གི་ཡིན་མདོག་གློད་གི་ཡིན་ཟེར་གློད་གི་ཡིན་མདོག་ཟེར་སྐད་ཤ་སྟག་རྒྱག་ནས།

དེ་དྲག་ཁུ་ཁ་ཕྱེ་ཤ་ར་བ་ཁ་ཕྱེ་ཟ་དྲི་མ་ཞིམ་པོ་གཅིག་བླུན་པ་ཁོ་རང་ཆེ་བ་ཆུང་བར་དེ་སྙིང་པོ་ད་ག་རེ་འདུག་ལྟ་འགྲོ་ཡིན་ཙང་ག་རེ་འདུག་ལྟ་དུས་ལྷ་འཁྲུ་གོང་ཚེ་ཅི་ཡོང་རེད་ཡོད་ཡོད་ཡོང་ཞེས་བསྒྱུར་བྱས་ལྟས་ངན་ཅིག་གིས་ལྷ་འཁྲུ་གོང་ཚེ་ཆུ་ལྟ་ཡག་བྱས་དུས་མི་ཤ་སྐམ་པོ་རེད་མི་རུ་རེད། དེ་ནི་ཁོང་ཚོ་ངོ་མཚར་ཆེན་པོ་བྱས་ནས་སྐད་ཆ་ཆུང་ཙང་ངན་མ་འབོད་པོ། བལ་བོའི་རྣལ་འབྱོར་པ་བྷ་ཏིང་བྷ་ཏིང་བ་ངའོ་ཀྲའོ་སི་ངན་གྱིས་བཞུགས་པ་རེད། ད་དེ་ཡིན་གྱི་རེད་ཟེར་ནས་གང་ག་ལོག་གི་དེའི་ངོས་འཛིན་ཡིན་གྱི་རེད་བ། ཨ་ནི་མ་དེ་འདྲའི་ཞོར་ནས་དགོན་པ་དེ་གི་དགོན་པ་གཅིག་གི་རྟེན་གཙོ་བྱས་ཨ་ནི་ཏོག་ཙེ་འདབ་ཁ་འདྲ་བོ་ལབ་བ་བྱུག་ཚོན་བཏང་སེ་བྱུག་དགོན་པའི་རྟེན་གཙོ་ལ་ཉག་དེ་ཡོད་རེད་དགོན་པའི་རྟེན་གཙོ་ལ་ཉག་ནི། ལོ་གཅིག་དགོན་པ་ལ་མེད་ཤོར་རེད་མི་གྲགས་ཚིག་པ་རེད།

བཀུར་འོས་དེ་ནས་ཏོག་སོ་ནམ་མི་ཡོང་བ་རེད་དེ་ཚང་ང་ཚོ་བྱེད་ཐེན་ནང་ལ་ཡོད་རེད་ད་ཕག་ཐེན་པ་ང་འོ་གྲ་པ་འཇིགས་མེད་གྲ་པ་བྱས་ནས་སློབ་མ་དེ་སློབ་བྱ་ཤེས་རབ་བརྩིས་པ་རེད་བརྗོད་པ་བྱས་ན་སློབ་བྱ་ཤེས་རབ་བརྩིས་པ་སེང་གེ་དེ་མ་བརྩིས་ལོ་ཙཱ་བ་ཆེན་པོ་བྱས་ཡིན་མི་འདྲ། ཨ་ནེ། བར་ཐེམ་པ་ཆེན་པོ་ལ་པའི། ལོ་བཅོ་བརྒྱད་རིང་ལ་བརྟེན་ནས། བདེ་མཆོག་གི་པའི། མན་ངག་ཡོངས་སུ་རྫོགས་པར་ཞུ། ཨ་ནེ་དགོངས་དྲོ་བྱས་ནས། པའི། ཚོགས་བཤད་མི་ཚད་པའི་ལྷུག་བཤད་ཡོངས་སུ་རྫོགས་པར་གསན་ནས། འགྲོ་པ་ཉམས་སུ་བཞེས་ནས་ས་བླངས་ཀྱི་བསྟོད་པ་དུམ་བུ་རུ་གཤེགས། པའི་དགོངས་པ་མཐོ་པོ་ཞིག་བསྡད་པ་ཇི་ཡིན་པ་རེད་དེ་སྣང་ཐག་རྒྱས་པར་ཞུ་རྒྱུ་མི་འདུག་ད་དེ་གའི་ལོ་མ་འདི་འདི་རེད། མལ་ཇོ་ལོ་ཙཱ་བ་བློ་གྲོས་གྲགས་པ། ཁོང་གངས་པ་ཡིན་པ་འདྲ། And he was from Kham། ལོ་ཙཱ་བ་མཁས་པོ་ཆགས། རྒྱ་གར་ལས་ཕེབས་ཆོས་མང་པོ་བསྒྱུར། ཨ་ནི། བློ་དཔྱ་ཤེས་རབ་བརྩེགས་པ་ཙཱ་ལའི་གདེང་འཇོག་ཞུས་ཡོད་རེད།
And he received། ད་གི་དེ་ལ། ཁོ་རང་གི་བླ་མ། ཡང་ཕང་ཐིང་པའི་ཞབས་ལས་གཏུགས། ཞལ་བཞུགས་དེ་དུས་ཕང་ཐིང་པའི་ཞབས་བཞུགས་ཟིན་པ་རེད། ད་གང་ལྟར་ཡིན་པའི་འདི་མཆོག་ལོ་ནག་ཁྲིའི་གསུང་སྐལ་པའི་མན་ངག་དེ་གསན་མཁན་གཅིག་རེད། ཁོང་སྐྱེས་རིང་ལ་བསྟན་པ་ཐོག་པ་རེད། ཐུན་མོང་བའི་དངོས་གྲུབ་ཡང་ཅི་རིགས་པ་སྙེད་གྲུབ་ཆེན་བརྒྱད་ཀྱིས་གནང་གི། ཁོང་གི་བླ་མ་ཚོ་ལ་འདི་མཆོག་རྩ་རྒྱུད་ཀྱི་བཤད་ལུང་འདྲ་པོ་ཁྲིད་ཚར། བདུན་ཅུ་དོན་གསུམ་ཞུ་བ་རེད། ང་རང་ཚོ་ཡིན་ནའི་ངའི་ནི་མ་ངའི་མཚར་སྐྱེས་ཞུ་ཚར་མཚར་རེད། ཁོང་མཁས་པ་ཆེན་པོ་རེད་དེ་ཡིན་ནའི། རྩ་རྒྱུད་ཀྱི་ཁྲིད་རྐྱང་རྐྱང་བྱེད་ལ་ཚར་བདུན་ཅུ་དོན་གསུམ་ཞུ། མཚར་རེད་རེད་ཞུས་པའི་སྐོར་ལེའུ་ལྔ་ཅུ་ང་གཅིག་ཡོད་དང་ལེའུ། རྩ་རྒྱུད་ཁོ་རང་ལ། ལེའུ་རེ་རེ་གི་རྫོགས་མཚམས་ལ་ཚོགས་རེ་རེ་ཕུལ་གྱི་ཡོད་རེད། ལེའུ་རེ་རེ་བཙོག་ན་ཚོགས་རེ་ཁྲི་བཞི་ཐེངས་རེ་རེ་ལ་ཚོགས་ཚར་ལྔ་བཅུ་ང་གཅིག་ཕུལ་བ་རེད། དེང་སང་ང་ཚོས་ལྟ་ཆོག་ཡ་གདེང་འཇོག་རྩ་འཇོག་ལེའུ་ལྔ་བཅུ་ང་གཅིག་དེ་རྒྱ་གར་ས་འབྲི་དང་སྐད་ཐོག་ནས་ཚུར་བོད་སྐད་ལ་བསྒྱུར་མཁན་གྱི་ལོ་ཙཱ་བ་ཡང་ཁོ་རང་རེད་བཀའ་དྲིན་ཆེ་ཤོས་གཅིག་རེད། ཁོང་ཕ་ཡུལ་ལ་མ་ཡ་ཅི་ཕེབས་ཡིན་པ་འདྲ་མི་ཉག་དང། རྒྱ་ནག་ལས་ཕེབས་པ་འདྲ་མི་མང་པོ་ལ་ཕན་ཐོགས་ཆེན་པོ་མཛད་པ་རེད། ཁོང་མཇུག་མ་དགོན་པ་རྫོགས་པའི་སྐོར་བརྗོད་པས་དགོན་པ་རྫོགས་འགྲོ་དུས།

དེ་ག་འདྲ་པོ་བྱེད་ཡོད་རེད་ང་རང་ཚོའི་འདུག་སེ་མཇལ་གི་ཡིན་ན་ཡང་ཁེན་ཚར་ཡོད་རེད་བླ་མ་གཅིག་བྱས་ཏེ་སྤུ་གུ་ཆུང་ཆུང་ནང་བཞིན་གཅིག་བྱས་ཏེ་ཡོད་པས་ཕ་ཡུལ་གྱི་ཕྱོགས་ཞེན་ནང་གི་གང་བོད་གང་ཞེན་བོད་ཞེན་ཏོག་ཙེ་གནང་དགོས་མཁན་ས་ཆེན་ཀོ་དཀར་སྙི་པོ་གི་བླ་མ་ཁོང་རེད། ས་ཆ་དང་པོ་དེ་རེད་ད། ས་ཆ་དགུ་མ་རྣམ་པ་ལྔ། ལྔ་གི་ནང་ན་དང་པོ་དང་པོ་ཀོ་དཀར་སྙི་པོ་རེད། ཀོ་དཀར་སྙི་པོ་ཡབ་དེ། ད་བརྗེད་སོང་ལབ་ཐུབ་ཀྱི་མི་འདུག་ཅིག་བཤད་སྒྲ་བཅད་དེ་བརྗེད་འགྲོ་གི་འདུག་ཁོང་དཀོན་མཆོག་རྒྱལ་པོ་ས་སྐྱ་ཁོན་རིག་ཟེར་གོ་ཡ་ད་རྒྱུ་མཚན་མང་པོ་བཤད་རྒྱུ་མི་འདུག་གཡུག་ཞུ་ཡ་དཀོན་མཆོག་རྒྱལ་པོ་ཡ་རྒྱབ་དེ་གཉིས་མ་རེད་གསང་སྔགས་གཉིས་མ་གསང་སྔགས་གཉིས་མ་བྱས་ནས་གསང་སྔགས་ཀྱི་ཆོ་ག་རེད་དེ་བ། པའི་བདག། ཅེས་དཀྱིལ་འཁོར་འབྲུག་ཆོས་རས་དུ་ཟིལ་གནོན་སྨན། དབང་ཞུ་མ་མྱོང་བའི་དེ་འདྲའི་ལས་མཇལ་བཅུག། དབང་ཞུ་མི་མྱོང་བའི་སྲིད་ལ་མྱང་འདུས་ཚོགས་འཚོགས། འོ་དེ་འདྲས་བྱས་པའི་རྐྱེན་གྱིས་གནོན་སྨན་གསང་བསྒྲགས་དེ་འགྲོ་ནས་གསང་སྔགས་ཀྱི་སྒྲུབ་པ་དེ་རིང་རུ་ཕྱིན། གསང་སྔགས་ལ་བརྟེན་ནས་པའི་རྟོགས་པ་ཐོབ་མཁན། དངོས་གྲུབ་རྙེད་མཁན་དཀོན་པོ་དཀོན་པོ་ཆགས་པ་རེད། དེ་འདྲས་ཀྱི་པའི། བྱིན་རླབས་དེ་ཡལ་རེ་ཡིན་ཙང། སྔགས་དེ་གསར་མ་བྱས་ནས་ནི་གསར་དུ་བཙུགས། ས་ཆེན་ཀུན་དགའ་སྙིང་པོ་ཡར་བསྟོད་ལ་ཡར་ཕེབས་མེ་ལོ་ཀླུ་སྦྲུལ་ཁྲ་པ་སྐུ་མདུན་ལ་ཆོས་ཞུ་ས་ཕེབས་ནས་ནི་གདེང་འཇོག་གི་སྐོར་དང། མཁའ་སྤྱོད་མའི་སྐོར་དང། དང་དུ་ནས་ནི་མཁའ་སྤྱོད་མའི་སྐོར་ཚེ་གུ་མར་གསེར་ཆོས་བཅུ་གསུང། གླུ་བའི་གསེར་ཆོས་བཅས་ནི་བཅུ་བཞི། གངྒཱ་ལོ་ཡི་ནི་མ་ཞུ་ནས། ཀོང་ཀ་གཉིས་པོ་དོད་ནས་གསང་སྔགས་ས་ན་འགོ་བཙུགས་པ་རེད། ཨ་ནི། ཡལ་གའི་བཞུགས་གདན་དུས། ཀོང་ཀ་གཉིས་པོ་དེ། ཁོང་དཀོན་མཆོག་རྒྱལ་པོའི་སྲས་ཡིན་ཙང་གངས་ཀ་ལོག་གི་རྩིས་འཁོར་རེ་བོ་བྱས་ནས་ང་རང་ཚོ་ལ་མ་སོང་ནས་མི་གྲགས་བ། བས་ཡུལ་གྱི་གཙོ་བོ་གཅིག་གི་སྲས་རེ་བོ་ཡིན་དུས་བས་བརྩི་འཇོག་ཆེན་པོ་བྱེད་ཀྱི་རེད། ཁུངས་བཏོད་ཀླད་ཕལ་ནི། མོན་ལོ་བློ་གྲོས་གྲྭ་པའི་ཞལ་ལ་གཏུགས་པ་ཡིན་ཙང་མོན་ལོ་བློ་གྲོས་གྲྭ་པ་སྐུ་དོན་ཆོས་གསན། ཆོས་སུ་བཞུགས་བཞུགས་བཅས་ཐད། མོན་ལོ་བློ་གྲོས་གྲྭ་པ་ལ་ཁོ་རང་ཕ་ཡུལ། ཁང་པ་དེ་འདྲའི་གི་སྤུ་གུ་ཁ་ཤས། དཔེ་ཆ་ལ་ལོ་ཙཱ་བསླབས་ནས་སྒྲ་བསླབ་གི་ཡོད་སྒྲ་གི་ས་རི་རྒྱག་གི་ཡོད་རེད། ཁོང་ག་ཉི་མ་ལ་སྒྲ་བསླབ་པ་གནང་གི་ཡོད་མ་རེད། ཁོང་གིས། ཉི་མ་གཅིག་ལ་ཁོང་དུ་བ་ཕ་ཕས་སྒུག་བྱུང་ནས་མ་བཞུགས་པར་དགེ་ཕྲུག་ཚོ་གི་སྦྲགས་ཀྱི་ས་རིས་རྒྱ་ཁ་ཆེ་ཡག་པོ་ཆེ་མ་བྱུང་བ་བྱས། ཀོང་ཀ་གཉིས་པོ་གི་ད་གིན་པའི་ཕི་གི་ལབ་ས་དེ་གཅིག་ཐག་རིང་བ་ཐུང་བས་ཡིན་ཚང་མཁྱེན་དགོས་པ་འདྲ་དེ་འདྲ་མིན་པ་འདྲ་དེ་འདྲ་ཡིན་པ་འདྲ་སོ་ཁོ་རང་གི་ས་རིས་སྐྱོན་པ་རེད། སྐྱོན་ཚང་ཡག་པོ་ཆགས་ཡོད་པ་དེ་ཡིན་གོ་ཨ་ཁོང་ད་དུས་ཡར་ཕེབས་ཡོང་དུས་ཡག་པོ་རེད་ཡོད་རེད། འདི་ཡག་པོ་རེད་ཤག་དེ་རིང་ཡང་སུ་ཡིན་པ་དེ་འབྲི་མཁན་སུ་ཡིན་པ་དགེ་ཕྲུག་ཚོ་ལ་དེ་ང་ཚོས་ཡག་པོ་ཅིག་ཤེས་གི་མི་འདུག་ཀུན་དགའ་སྙིང་པོས་བྲིས་པ་རེད་ཅེས་པ་རེད། ཀུན་དགའ་སྙིང་པོས་གསར་འགོད་ཁང་ལས་ཅིག་སྟོང་བར་ཤ་ཟ་ཆ་འདི་ཇུས་ཏོག་བྱེད་དགོས་ག་རེ་རེད་ཤེས་འགོ་མཁན་དེ་མི་ཤེས་མི་ཤེས་འགོ་མཁན་དེ་གིས་བཤད་ནས་བྱས་ཙང་ཁོང་གིས་དེ་མ་ལབ་ཡག་དེ་འདུག་ཟེར་ང་ཚོས་བལྟས་ན། ཁང་བོད་ཀྱི་ན་ཚ་ཁོ་རང་ཕ་ཡུལ་སྤྱི་བ་ཚུར་ལས་ཤེས་མགོ་ཀུན་དགའ་སྙིང་པོ་འགས་ཤེས་པ་ལ་ཐུ་བོ་མ་གཉིས་པའི་ཟུར་འདྲི་བྱེད་ཡོད་རེད། དེ་འདྲ་ཡིན་ཙང། འདི་བླ་མའི་དགེ་ཕྲུག་ཚུར་ལ་ཉེ་རིང་ཆགས་སྡང་བྱས་ཡོང་ནས་དད་པ་འགྲོ་གི་མ་རེད་བ། ཡིན་ནའི་བླ་མ་བསྟེན་སྟངས་ཤེས་མཁན་གྱི་དེ་འདྲས་ལ་སྐྱོན་བལྟ་གི་མ་རེད། ང་རང་ཚོ་རེད། ཐུགས་སྣང་མ་དག་དད་མཁན་དེ་སྤྱི་ལ་སྐྱོན་བལྟ་དུ་དགོས་མཁན། དཔེར་ན། ར་བློ་རྩ་བ་བློ་གྲོས། ར་བློ་རྩ་བ་གི་རྗེས་བྱེད་ཀྱི་དབང་གནང་བ་ཡིན་ན།

འབུལ་བ་ཕུལ་མཁན་མང་པོ་བྱུང་ཡོད་རེད། གསལ་གསང་བཅུ་བདུན་བྱུང་ཡོད་རེད། ཨ་ནི་ཁོང་གིས་གསལ་གསང་བཅུ་བདུན་པོ་དེ་ཡར་མོའི་བློ་བློ་གྲོས་གྲགས་པ་ཚོས་ཡར་འབུལ་བ་ཡར་ཕུལ་རྒྱུ་བང་ཆེན་བཏོང་ནས་མི་གཅིག་བཏོང་ནས་ཡར་ཕུལ་རྒྱུ་བསྐུར་རེད། ཁོ་ཡར་མོའི་བློ་གྲོས་གྲགས་པ་སྐུ་མདུན་བཅར་ནས། ཀོང་ཀ་གཉིས་པོའི་གསལ་གསང་བཅུ་བདུན་འབུལ་རྒྱུ་ཡོད་དེ་ང་ལ་ཡར་ཕུལ་ཁག་གཏོང་སོང་ཟེར་དུས་ཨ་ཡོད་པས། ད་འོ་ན། ད་ལྟ་ཁྱོད་དེ་འདྲ་མ་བྱེད། སྤུ་གུ་ཆུང་ཆུང་ཟེར་དགོས་ཡ་དེ་རེད་ངས། ད་དུས་ངས་ཆོས་བཤད་དགོས་ཡོད་ཟེར་ད་མི། མི་མང་གོ་ཟེར་ཅིག་ཆོས་ཞུ་ངེས་ཡོད་འདྲ། བཀའ་ཆོས་གསུང་དགོས་ཡོད་འདྲ། ད་དུས་ང་ཆོས་བཤད་བསྡད་དུས་ཁྱོད་རང་ཆོས་གྲའི་ནང་ལས་ཕུད་ཤོག་ཟེར། ང་ལ་སྲས་སྲང་གང་ཡོད་གསུངས་པ་རེད་སྲས་སྲང་གང་ལས་མེད་པ་འདྲ་འདུག་བློ་གྲོས་གྲྭ་བ། མ་གཞི་ནས་ཆོས་ཕྱག་ཆེན་པོའི་རང་འཛིན་མཁན་ཞིག་མེད་པ་འདྲ་འདུག་དབང་ལྡན་ཆོས་རྩ་ཆོས་ལེའུ་རི་ལ་ཚོགས་རེ་ཕུལ་བཞུགས་པར་བ། དེ་འདྲ་རེད། ང་ལ་གསེར་སྲང་གང་ཡོད། འོ་དེའི་ཕ་ཆོས་རའི་ཉག་ཏུ་སོང། དེ་ཤིང་གྲུ་གཅིག་ན་བྲིས། གསེར་སྲང་བཅོ་བརྒྱད་བྱེད་ཀྱི་རེད་བ། ཨ་ད་གསེར་སྲང་བཅོ་བརྒྱད་བཟོ། ད་དུས་ངས་མི་གའི་བཀའ་ཆོས་བཤད་དུས་ཨ་ཁྱེད་རང་མི་ནས་ཨ་ཁེ་ཡོང། ཨ་ནི། ཀུན་དགའ་སྙིང་པོས་གསེར་སྲང་བཅོ་བརྒྱད་ཕུལ་སོང་ཟེར་བྱས་ནས་ཡར་བུད་ཤོག་ཨ། ཨ་ནི་འདྲ་ཆགས་པ་རེད་བ་ཞེས་ཕྲག་བཏགས་ནས་འོ་དེ་འདྲ་གནང་ཡོང། འདྲ་ཆགས་པ་དེ་འདྲའི་གནང་ཁག་ཅིག་བྱ། ང་རང་ཚོ་འདྲ་ཅན་ཡིན་ན། སྲས་དེ་འདྲ་བྱུང་ན་མི་ལ་བསྟན་གི་མ་རེད་བ་འབད་ཤོག་གི་རེད་ཡ། ཁ་བ་ལ་ཡ། དེ་འདྲའི་ཡོང་རེད་བྱས་ཙང་དེ་འདྲའི་རེད་དེ་ཡིན་ནའི་མིན་བླ་མ་ཁྱད་དུ་འཕགས་པ་ཡིན་ཙང་ཤག་དེ་སྐུ་ལུས་མ་སྤངས་པར་དམ་པ་ཁ་ཆོས་བཞིན་དུ་དངོས་སུ་ཕེབས། དཔའ་བོ་མཁའ་འགྲོ་ཚོའི་གསོལ་བ་དང་རི་བོའི་སྒྲ་དང་བའི་དུས་ཚོད་དངོས་སུ་བས་སློབ་མ་ཚུགས། ཨ་མཆོག་ནག་ཐུའི། མེ་ཏོག་གི་ཆར་དུ་ཚོས་ལྷ་ཡི་མེ་ཏོག་ཚོས་རེ་གཉིས་འཛིན་པ་ཁོ་རང་ཚོ་ལ་མེ་ཏོག་གི་ཆར་ཚོས་ཟ་བ་ཟ་དེ་འདྲ་བྱུང་ཡོད་རེད། ད་དེ་ཡི་ཚད་གི་མ་རེད་ད་སའི་ཕོ་ཉའི་དེ་མ་ལོག་ཡོང་པ་རེད་བ། ལོག་ཡོང་དུས་ལན་བསྐུར་གནང་གི་རེད་ད་སའི་ལ་ཐུགས་མཉེས་པའི་གཟུ་རོགས་ཅིག་གནང་ནས་ད་ཁྱོད་རང་ལ་ཆོས་བཤད་རྒྱུ་ཏོག་ཙེ་ལས་ཡོད་རེད་ཁྱོད་རང་ཡར་ཤོག་གསུངས་ནས། ཨ་ནི། གཞི་ནས་ས་ཆེན་གོ་ག་གཉིས་པ་ལས་ལན་བསྐུར་ཡར་བསྐྱར་བཅོས་བརྒྱབ། ཡ་ཅག་ནི་དེ་ནི་ལྷུག་བཤད་ཚང་མ་གནང་བ་རེད། བསྟན་པ་ཡོངས་རྫོགས། ད་མི་ཚོས་མ་ཤེས་ནས་ཀུན་དགའ་སྙིང་པོ་ཁོ་རང་གིས་ད་ག་ཟིག་མ་གསུངས་པ་བཅས་ད་གསལ་ཏེ་ཡར་ཕུལ་ཙང་ཡར་ཤོག་གསུངས་གནང་བྱུང་བསམ་བླ་མ་གི་སྲས་ལ་རི་བལྟ་བ་རེད་བསམ་ཁོ་རང་གིས་དེ་དྲན་གི་རེད་བ་དཔེར་ན། དེ་བ་དེ་ལོག་རེད་བ་བྱེད་གི་རེད་བ་ང་ཚོ་ཡིན་ན་ཁུངས་དེ་འདྲ་ཡོད་མ་རེད་བླ་མ་བསྟེན་ཞིང་གི་བླ་མའི་ཡོན་ཏན་མཐོང་བ་ཡིན་ཙང་ཡ་ཅག་པའི་ལུས་སྲོག་ཐད་ལ་བུན་པའི་པའི་བླ་མ་བསྟེན་མཁན་གཅིག་རེད་ནི། པའི། ལྷོ་གཞས་གང་ག་ལ་བཞུགས་ལྷོ་གཞས་ཚང་མ་བཞུགས་འདི་མ་ས་སྐྱ་ལ་ཕེབས་ནས་དེང་སང་ས་སྐྱའི་གསེར་ཆོས་བཅུ་གསུང་ཟེར་ཡག་དུས་ཚོད་དང་གང་ག། ཀུན་དགའ་གཉིས་པོའི་བཀའ་དྲིན་རེད། པའི་མཁན་ས་སྐྱ་རང་ལ་ནི། ད་སང་ཉིན་བདག་བསྐྱེད་ཀྱི་མགོ་ལ། བླ་བརྒྱུད་དང་བདག་བསྐྱེད་མགོ་དེ་རྣམས་ཞོག།

ངས་བཤད་ནི་ར་སྤྲོད་གཏོང་ས་དེ་བདག་གཅེས་རྒྱས་པའི་ཐོག་ལ་གཏོང་གི་རེད། འཁྲིས་ཀྱི་ཐོག་ལ་གཏོང་བཞིན་མང་ཐག་གི་ཆོད། ང་ཚོ་རུ་གུ་ནུས་གུ་མ་རེད། བདག་གཅེས་རྒྱས་པ་དེ་གཞོན་དོན་ཨ་ཐུག་ལྟ་གོག་ཡིན་ཙང་འོ་བདག་གཅེས་རྒྱས་པ་ལ་མ་འདྲེས་པ་སྦྱར་ནང་བཤད་བཞག་ན། དགོངས་དག་ལས་དུས་མང་འདུར་འདུར་ས་མུ་ལོང་གང་ལ་ཅི་གི་རེད། བདག་གཅེས་རྒྱས་པ་དང་དེའི་མཐའ་ལ་མུ་ལོང་ཡོད་རེད་མུ་ལོང་གཉིས་པོ་དེ་ཁེལ་འོང་བ་རེད་དེ་མ་ར་སྤྲོད་གཏོང་ཨ་ནི་མ་རྒྱས་པ་ཡོང་གི་རེད།